ད་ང་མགྲོན་ཁང་འདིའི་ནང་དེ་རིང་སྐྱིད་པོ་གཏང་གི་ཡོང་ནི་མིན། ང་མགྲོན་ཁང་འདིའི་ནང་གནས་ཚུལ་གཅིག་བཤད་གི་ཡོང་བ་ཡིན། ད་མགྲོན་ཁང་འདིའི་གི་ཁོར་ཡིག་འདི་ད་ཧ་ཅང་གི་ད་ཕུན་སུམ་ཚོགས་པ་ཅིག་རེད་ད་ཁོར་ཡིག་འདི་ཚོ་ང་དམ་ས་ནས་ལོ་ཉི་བཞི་འགྲོ་སྐོར་ལྟར་འདི་འདྲའི་གི་མགྲོན་ཁང་རྒྱས་སྤྲོས་ཆེན་པོ་ཅིག་གི་ནང་ལ་ངོ་ནི་ཡིན་ན་ད། ཡོད་པ་ཧ་ལམ་གོ་མ་མྱོང་ཟེར་ན་འགྲིག་གི་རེད་ད་འདི་ག་རེ་རེད་ཟེར་ན་རྡ་རམ་ས་གི་ཉེ་འཁོར་འདི། རྒྱ་གར་གི་རྩེད་མོ་རྩེས་ནས་སྐད་གྲགས་ཆེན་པ་དང། གློག་བརྙན་འཁྲབ་མཁན་དང་དེ་ཚོ་ས་ཆ་འདི་ཡི་སྐོར་སྤྲོ་འཆམ་མ་ཡོང་དུས་ཁ་ཐུག་ལ། ད་རྒྱ་གར་གི་རྩེད་མོ་ཁད་ཁད་བྲིས་ཡོད་རེད་བ་ད་དེ་ཚོ་གི་ནང་གི་དཔེ་ལྟ། ད་སྐད་གྲགས་ཆེན་པ་གི་རྩེད་མོ་རྩེས་ནས་དེ་ཚོ་ཡོང་ན་ནི་འདིའི་ནང་བསྡད་ཀི་ཡོད་རེད་ད་ནང་བཞིན་གི་གློག་བརྙན་འཁྲབ་མཁན་སྐད་གྲགས་ཆེན་པ་དེ་ཚོ་ཡོང་ནས་འདིའི་ནང་ན་བསྡད་ཀི་ཡོད་རེད། ད་ཁང་པ་འདི་གི་ས་ཆ་འདི་གི་གོང་མ་གཅིག་གི་གོང་ཚོད་དེ་ཁང་པ་གཅིག་ལ་གོང་ཆེ་ཤོས་དེ་ད་ལྟའི་སྐབས་ལ་ཁྲི་གཉིས་ཀྱི་སྒང་རེད་གོང་མ་གཅིག་ག་ད་ཁང་མིག་ད་དེ་འདྲའི་རྒྱས་སྤྲོས་མ་ཡིན་པའི་ཁང་པ་སྤྱིར་བཏང་འདྲ་བོ་ཡིན་ན་སྟོང་ཕྲག་དགུ་ནས་ཁྲི་གཅིག་གི་བར་རེད་ངས་ད་ལྟ་གོང་ཚོད་དྲིས་འདྲ་དེ་འདྲའི་ཅིག་རེད། ཨ། ད་ངས་ད་ལྟ་གང་ནས་བཤད་པ་ནང་བཞིན་ད་ཁོར་ཡུག་འདི་གི་མཐུན་རྐྱེན་འདི་འདྲས་ཅིག་རེད། ད་ནི་འདི་ད་འདི་ཆུ་བསྐྱལ་ས་ཅིག། ཆུ་བསྐྱལ་ས་ད་ཕར་ཕྱོགས་ལ་ཆུ་གཏང་ས་པོ་ཅིག་ད་འདི་ལ་བུ་རྒོད་ཀྱི་ཆུ་བསྐྱལ་ས་དེ་འདྲས་ད་འདི་ཚོ་ཆུ་བསྐྱལ་ཚར་ནས་རྗེས་ལ་ནི་མིག་གི་ངལ་གསོ་བརྒྱབ་ས་དེ་འདྲས་ཀྱི་ད་མཐུན་རྐྱེན་དེ་འདྲས་ཡོད་སྐྱུག་གི་མགྲོན་ཁང་ཅིག་རེད། ད་ངས་གང་ནས་བཤད་པ་ནང་བཞིན་ད་མགྲོན་ཁང་འདི་ཚོ། ད་མ་རྩ་རང་ལུགས་ཀྱི་སྤྱི་ཚོགས་ནང་གི་ཧ་ཅང་གི་རྒྱས་སྤྲོས། རྒྱས་སྤྲོས་ཚ་ཤིག་གི་ད་མགྲོན་ཁང་རེད་ད་ད་ངས་གོང་ནས་བཤད་པ་ནང་བཞིན། རྒྱ་གར་ལ་ཆགས་ཞེན་ན་འདི་ད་རྒྱ་གར་གི་ཁེ་ཁེ་དྲུག་གི་ཚོགས་པ། ད་རྒྱ་གར་ལ་ཆགས་ཞེན་ད་ཚོང་གི་ཚོང་གི་ད་ཚོགས་པ་ཆེ་ཤོས་དེ་གི་རེད། དེ་ཡིན་ནའི་གིན་ལ་ནི་ཚོགས་པ་འདི་ལ་སྟབས་མགྲོན་ཁང་འདི་འདྲས་ཀྱི་ཡན་ལག་མང་པོ་ཅིག་གཅིག་དེའི་ནང་ནས་རྡ་རམ་ས་ལ་ནས་མགྲོན་ཁང་གསར་བ་འདི་བརྒྱབ་ནས་ལོ་མང་པོ་འགྲོ་ཡོད་ས་མ་རེད་ལོ་གཅིག་གཉིས་ཟིག་རེད། ད་དེའི་ནང་ལོགས་ལ་ད་ལྟ་ངས་ཁོ་ཚོ Reception དག་གི་སྣེ་ལེན་པ་ལ་སྐད་ཆ་དྲིས་ནས་སྒང་ལ་འདིའི་ནང་ལ་རྒྱ་གར་གྱི་གློག་བརྙན་འཁྲབ་ནས་སྐད་གྲགས་ཆེན་པ་དག Bollywood རེད་དེ་ཚོ་གི་མི་སྣ་གྲགས་ཆེན་མང་པོ་ཟིག་མགྲོན་ཁང་འདིའི་ནང་ཡོང་བར་བསྡད་བྱ།

ད་ང་དང་ལྔ་བཅུ་ཟེར་ཡ་དེ་ག་རེ་རེད་ཟེར་ན། སྲིད་སྐྱོང་བློ་བཟང་སེང་གེ་ད་ན་ཉིན་ཨ་ནེ་སྐབས་གཉིས་བ་གི་སྲིད་སྐྱོང་ལ་ཨ་ནེ་ལངས་པའི་ཁ་ཐུག་ལ་ད་ཁོ་རང་གི་ད་ཁྱབ་བསྒྲགས་བྱས་ཡོད་རེད་ད་དེ་ག་འདྲ་ཅིག་ཁྱབ་བསྒྲགས་བྱས་ཡོད་ན། ཁོ་སྲིད་སྐྱོང་ལ་བསྡད་པའི་ལོ་ལྔ་གི་ནང་ཚུན་ལ་ག་རེ་བྱེད་རྒྱུ་ཡིན་པ་དང་ཨ་ནེ་ལོ་ལྔ་གི་ནང་ཚུན་དེ་གི་མ་འོངས་པའི་ཨ་ནེ་ལོ་ལྔ་བཅུ་གི་ནང་ལ་བོད་པ་གི་སྤྱི་ཚོགས་ལ་འགྱུར་བ་ག་རེ་འགྲོ་གི་ཡོད་མེད་ཟེར་ཡ་གི་འོ་ད་དེ་འདྲའི་གི་ཁོང་གི་ཨ་ནི་ཁེར་ཁོ་རང་གི་ད་འདི་འདྲའི་གི། ད་སྲིད་སྐྱོང་ལ་ལངས་པའི་ཁ་ཏི་ཀ་ཁྱབ་བསྒྲགས་བྱས་པ་རེད་ད་ཁྱབ་བསྒྲགས་དེ་ཤེས་ཟིན་ནས་ཀྱི། ད་ཁར་སང་ང་དང་ང་བཅུ་གི་ཚོགས་འདུ་དེ་སྤྱིར་བདག་བྱོལ་བ་གི་ཚེས་བཞི་ནས་ཚེས་བརྒྱད་བར་དུ་ཨ་ནི་ཉི་མ། གསུམ་ལ་ད། ང་བསྡད་ས་གི་ཧོ་ཏེལ་འདིའི་ནང་ང་ཚོགས་ཡོད་རེད། ད་མགྲོན་ཁང་འདིའི་ནང་ལ་ཨ་ནི་ཁ་སང་ད། སྐྱབས་མགོན་རིན་པོ་ཆེ་ར་མཛད་སྒོ་ལ་ཞིབ་གྱེར་གནང་ཡོད་རེད་དེ་འདྲའི་འདྲ་བོ་ཅིག་རེད། དེ་ནས་ཚོགས་འདུ་དེའི་ཐོག་ལ་ད་རྒྱལ་ཁབ། ཉི་ཤུ་གཅིག་ནི་ད་མི་སྣ་སྣ་ཚོགས་ཅིག་དེའི་ཚོགས་འདུ་དེའི་ནང་ལ་ཞུགས་ཡོད་རེད་རྒྱལ་ཁབ་མ་འདྲ་བ་ཉི་ཤུ་གཅིག་ནི། དེའི་ནང་ལ་ཨ་ནེ་ད་ངས་ད་ལྟ་མགྲོན་ཁང་ཙམ་འདི་ཚོ་སྐད་ཆ་དྲིས་ཡིན་དར། ང་ཚོ་མགྲོན་ཁང་འདིའི་ནང་ནས་ཨ་ནེ་ས་ཆ་ལེན་པ་ཁང་པ་ལེན་པ་དེ་ཁང་མིག་བདུན་ཁྲི་སྟོང་ལྔ་ལྷག་བརྩི་གི་སྐུ་མགྲོན་རྣམ་པ་ལ་ང་བཤད་ད་ཁང་མིག་འདིའི་ནང་ནས་གང་ག་རེ་ཡིན་མིན་ངས་ཧ་གོ་མེད་ཁོ་ཚོ་ལེན་རྒྱུ་དེ་ཏག་ཏག་སྐད་ཆ་དྲིས་ན་བདེའུ་གཟིགས་མི་འདུག་ད་ཡིན་ན། ང་ཚོ་ཧ་གོ་ཡ་ཅིག་ལ་ད་ལྟའི་སྐབས་ལ་ཁང་པ་འདིའི་གི་ཁང་མིག་གཅིག་གི་གོང་ཆེ་ཤོས་ཀྱི་ཁང་པ་ཡིན་ན་ཁྲི་གཉིས་ལྷག་ཟིག་རེད། གོང་ཆུང་ཤོས་ཡིན་ན་ཁྲི་གཅིག་མ་ཟིན་ཙམ་ཟིག་འགྲོ་གི་འདུག་ད་དེ་ཡིན་པ་སོང་ཙང་ད་ང་ཚོ་ཧ་གོ་ཡ་ཅིག་ལ་ཁང་མིག་བདུན་བཅུ་དུང་ལྔ་འདིའི་ནང་ནས་ལེན་ཡོད་རེད་ད་ནི་ད་བཤད་ད་མི་མང་གི་ཁ་ལག་ར་དེ་ཚོ་ཧ་ཅང་གི་རྒྱས་སྤྲོས་ཀྱི་ཡོད་རེད་ད་དེ་ཡིན་པ་སོང་ཙང་དེ་འགྲོ་སོང་ག་རེ་ཅིག་ཤོར་ཡོད་མེད་དེ་ད་ང་ཚོ་རོབ་ཙིག་ཧ་གོ་རེད་ད། ན་ནིང་དུ་བ་ལ་ད་ང་ཚོ་ད་ལོ་གི་གྲོས་ཚོགས་ནང་ནས་བཙན་བྱོལ་བོད་གཞུང་གི་སྔོན་རྩིས་བྱིན་པའི་ཁ་ཐུག་ལ་ཨ་ནི་ཚོགས་འདུ་ལྔ་དང་ལྔ་བཅུ་གི་ཚོགས་འདུ་འདིའི་ཆེད་དུ་ཨ་ནི་གཞུང་གི་ད་འགྲོ་སོང་ག་ཚད་ཅིག་བཏང་ཡོད་མེད་གི་ཨ་ནི་འགྲོ་སོང་གི་སྔོན་རྩིས་ནང་ལ་འདི་འགྲོ་ཡོད། ད་ངས་དེ་རིང་བཤད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན། ལྔ་དང་ལྔ་བཅུ་གྱི་ཚོགས་འདུ་འདི་ལ་འདི་འདྲའི་གི་འགྲོ་སོང་ཤུགས་ཆེན་པོ་ཅིག་བཏང་ནས་ཡོང་ནས་མི་སྣ་དེ་འདྲའི་མང་པོ་ཚོ་སྐད་བཏང་ནས་ཡོང་ནས་ཅིག་དོན་དག་རྡོག་རྡོག་དེ་ང་ཚོ་ལ་ག་རེ། སྤྱི་ཚོགས་ཐོག་ལ་ད་ཁེ་ཕན་བྱུང་ཡོད་རེད་མ་འོངས་པ་ན་ཚོགས་འདུ་འདིའི་ཐོག་གི་གྲུབ་འབྲས་དེ་གི་སྤྱི་ཚོགས་ཐོག་ལ་ལས་ཀ་ག་རེ་བྱེད་ཡ་གི་འཆར་གཞི་རེད། ད་དཔེ་ཆ་འདི་རྒྱལ་སྤྱིའི་མི་མང་གི་ཟིན་ན་རེད། ད། གཅིག་ནི་དངུལ་ཆད་ཀྱི་ཐིག་པ་གསག་ནོར་གྱི་དཔེ་ཆ་རེད་གཉིས་ནི་བོད་ཀྱི་བོད་མི་རིགས་དང་བོད་རྒྱལ་ཁབ་ཀྱི་མཁར་རྗེའི་དབང་ཐང་དང་དེའི་གི་མིང་ཐོག་ནས་རག་བྱ་རྒྱུ་གཅིག་རེད་དེ་གཅིག་ནི་སྒང་ལ་འདི་ལྟ་བུའི་རྒྱལ་ས་རྒྱལ་ཁྲུང་གི་ཚོགས་འདུ་གཅིག་ལ་དོ་བདག་རྡོག་རྡོག་ག་རེ་བྱུང་ཡོད་རེད། ང་ཚོ་སྐད་ཆ་བཤད་དགོས་ཡག་གི་རྒྱུ་མཚན་གཅིག་ད་དེ་རེད་བསམ་གྱི་འདུག་ཡེར་བ་ད་ཡིན་ན་ང་རང་ཚོ་ངེད་ནས་ཡིན་ན་ཚོགས་འདུ་འདི་ལ་མ་འོངས་པ་ལ་གྲུབ་འབྲས་ཡག་པོ་གཅིག་ཐོབ་ཡག་ལ་ཆ་ཚང་གི་རེ་བ་རྒྱབ་ཆོག་གི་རེད་ག་རེ་རེད་ན་འདི་འདྲའི་གི་འགྲོ་སོང་མང་པོ་གཅིག་བཏང་ཡོད་རེད། ད་ཚོགས་འདུ་དེ་གི་ལས་རིམ་ཞིབ་ཕྲ་དེ་ཚོ་བོད་གཞུང་གི་ངོས་ནས་ད་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་བྱེད་རྒྱུ་ཞིག་རེད་ཕྱི་དྲིལ་ལས་ཁུངས་ཀྱི་ཕྱི་དྲིལ་གྱི་ངོས་ནས་འགྲིམ་ཚུལ་པར་དེ་ཚོ་གི་ཨ་ནི་ཕྱི་ལོག་ལ་གང་ལ་གང་འཚམས་ཚིག་ཁྱབ་བསྒྲགས་བྱས་ཞག་ད་དེ་གང་ནས་བྱས་དེ་བྱས་ནས་གང་ལ་ཨ་ནི་ག་རེ་ཟེར་ཧོར་ན་ཚོགས་འདུ་འདི་གི་གྲས་རིམ་དང་པོ་དེ་བོད་རྒྱ་ཞི་མོལ་གྱི་སྐོར་ཡིན་པ། ཚོགས་འདུ་འདིའི་ནང་གི་གྲས་རིམ་གཉིས་པ་དེ་ཨ་ནི་ཉེ་འཁོར་གྱི་རྒྱལ་ཁབ་དང་ད་ཨེ་ཤི་ཡ་གཙོས་བའི་རྒྱལ་ཁབ་ཁག་ལ་ཨ་ནི་ཕྱི་སྲིད་ཀྱི་ཐོག་གི་འབྲེལ་བ་བྱེད་སྟངས་ཨ་ནི་གསུམ་པ། ད་ང་ཚོ་ཁོར་ཡུག་དང་འབྲེལ་བའི་གནས་དེ་འདྲའི་གི་བོད་ཀྱི་ད་གནས་སྟངས་ཡིན་པ་ད་ཞི་བ་དེ་གནས་མ་འོངས་པ་ན་ང་ཚོ་ག་རེ་ཟེར་དགོས་རེད་ན་ད་ཅིག་གནས་བོད་ཀྱི་འཛམ་བུ་གླིང་གི་ང་ཚོ་ད་ཞི་བའི་སྟོབས་ཤིག་མ་རེད་ད་འཇམ་པའི་སྟོབས་ཤིག་ཟིན་ན་རེད་དེ་འཛམ་གླིང་ལ་ཁྱབ་བསྒྲགས་བྱེད་ཡག་གི་ག་རེ་ག་རེ་ཡིན་པ་དེ་འདྲའི་གི་སྣ་ཁ་ཞིག་གང་ལ་སྐད་ཆ་བཤད་ཡོད་རེད་ད་གཞུང་འབྲེལ་གི་ཐོག་ནས་སྐད་ཆ་དེ་འདྲའི་འདྲ་བོ་ཞིག་རེད། ད་ཡིན་ན་ཚོགས་འདུ་འདི་ལ་ང་འདྲ་བོ་གི་ཕྱི་ལོགས་ནས་བལྟས་ཡོང་ནས་སྒང་ལ་ཁ་སང་སྲིད་སྐྱོང་བློ་བཟང་སེང་གེ་གི་ངས་ནས་ཚོགས་འདུ་འདི་གི་དང་པོ་གི་ཚོགས་འདུ་འདི་ཁྱབ་བསྒྲགས་བྱས་ཡོང་པའི་ཁ་ཐུག་ལ། ཁོ་རང་གི་ངས་ནས་ལྔ་དང་ལྔ་བཅུ་ཟེར་ཡ་དེ་ད་སྔོན་མ་སྤྱིར་བཏང་གི་ཡོང་རྒྱུ་བསྡད་པའི་ཅིག་གནས་རིམ་བསྐར་ས་ད། ད་ལྔ་ནི་ལྔ་དང་ལྔ་བཅུ་གི་འདི་ཁོ་དུས་ཚོད་ཀྱི་ནང་ལ་འགྲོ་དགོས་རེད། ཁོ་སྲིད་སྐྱོང་ལ་ཐོབ་སོང་ན་ལོ་ལྔ་རེ་ཡོང་དགོས་རེད་དེ་རྗེས་ནས་ལོ་ལྔ་བཅུ་རེ་ཡོང་གི་ཡོད་རེད། དེས་ན་འདིའི་ནང་ལ་ཅིག་གོ་རིམ་ལྡན་པའི་འཆར་གཞི་ཅིག་འདིའི་ནང་ལ་བཤད་ཡ་ཅིག་ངས་མཐོང་མ་སོང་བསྟན་པའི་ས་ནས་ད་རྒྱ་ཆེའི་མི་མང་རེད་ད་ད་ནང་ད་ཚོགས་འདུ་ལ་ཞིག་ནས་མི་མང་གི་ངོས་ནས་བསམ་ཚེ་ག་རེ་ཡོང་གི་འདུག་ཟེར་ཡ་དེ་ཙམ་ཟིག་རེད་མ་གཏོགས་ཁོ་རང་གི་ངོས་ནས་ངོ་ནས་ཡིན་ན་ཨ་ནེ་ཚོགས་འདུ་འདི་ལ་འདི་བས་ལོ་ལྔ་བཅུ་ལ་ག་རེ་བྱས་ཡོད་རེད། ཁོ་རང་འདས་པའི་ལོ་ལྔ་གི་ནང་ཚུན་ལ་ཨ་ནེ་གྲུབ་འབྲས་ག་རེ་བྱུང་ཡོད་རེད་ད། ལོ་ལྔ་གི་ཉམས་མྱོང་དེ་གཞིས་ཆགས་ནས་ཀྱི་ད་བོད་རྒྱ་ཞེ་མོ་ལ་ཡིན་ན་རེད། བཙན་ཤུལ་ནང་གི་སྤྱི་ཚོགས་ཀྱི་འགྱུར་བ་ཡིན་ན་རེད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་འགྱུར་བ་ཡིན་ན་དེ་ལ་ལོ་ལྔ་གི་ཉམས་མྱོང་དེ་གཞིས་ཆགས་ནས་ཀྱི་ག་རེ་ག་རེ་བྱས་ཡོད་རེད་ན། འོ་དེ་འདྲས་ཚོ་སྐད་མི་འདུག་ད་ལོ་ལྔ་དང་ལྔ་བཅུ་གི་སྐོར་ལ་ཨ་ནེ། ཚོགས་ཞུགས་པ Thank you very much ཨ་ནེ་ཚོགས་ཞུགས་པ་དེ་ཚོ་གི་ག་རེ་ག་རེ་ད་ཅིག་བསམ་ཚེ་དེ་འདྲས་འདྲ་བོ་ཅིག་བསྡུས་བྱ། ད་སྲིད་སྐྱོང་བློ་བཟང་སེང་གེ་གི་ད་ལྟ་གི་ཁ་སང་གི་ད་ཚོགས་འདུ་དེ་དང་འབྲེལ་བའི་ད་མི་མང་ལ་གསལ་བཤད་བྱིན་པའི་ནང་ལ་འདི་འདྲས་ཅིག་འདུག་རྒྱ་ནག་གཞུང་གི་བོད་རྒྱ་ཞི་མོལ་འགོ་བཙུགས་ཀི་ཡོད་མ་རེད། རྒྱ་ནག་གཞུང་གི་བོད་རྒྱ་ཞི་མོལ་འགོ་བཙུགས་ཀི་ཡོད་མ་རེད་དེའི་རྒྱུ་མཚན་ག་རེ་རེད་ན་ཁོ་རང་ཚོ་གི་མ་འོངས་པ་གི་ལོ་ལྔ་བཅུ་གི་ནང་ལ་བོད་པའི་ཕྱི་ལོགས་ན་ཡོད་པའི་སྟོབས་ཤུགས་འདིས་ཉམས་རྒུད་འགྲོ་ཡ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ན་རེ་བཙན་ཤོས་ཀྱི་སྤྱི་ཚོགས་འདི་འཐོར་འགྲོ་ཡ་ལ་ངེས་འཛིན་བྱེད་ཀྱི་ཡོད་རེད། དེ་ཡིན་པ་སོང་ཙང་ང་རང་ཚོའི་ངོས་ནས། ང་རང་ཚོའི་ངོས་ནས་ལོ་ལྔ་བཅུ་ཡི་ནང་ལ་ཕྱི་ལོག་གི་བཙན་ཤོས་ཀྱི་སྒྲིག་འཛུགས་དང་བཙན་ཤོས་ཀྱི་བོད་པ་གྱི་སྤྱི་ཚོགས་འདིའི་སྒྲིག་འཛུགས་དེ་མ་འཐོར་པ་ཡིན་ན། ཨ་ནི་དེ་ཚགས་ཚུད་པོ་ཅིག་བྱུང་བ་ཡིན་ན། ལོ་ལྔ་ཚན་འདིའི་ནང་ལ་ཨ་ནི་པེ་ཅིང་གི་ཡིན་ན་ད་དབུ་མའི་ལམ་གྱི་སྲིད་སྤྱི་ཤེས་ཟིན་ནས་ཀྱི་ང་ཚོ་ལ་སྐད་ཆ་བཤད་ཀྱི་རེད། དབུ་མའི་ལམ་གྱི་སྲིད་སྤྱི་གྱི་ཐོག་ནས་སྐད་ཆ་མ་བཤད་པ་དེ་ག་རེ་ཡིན་ན། རྒྱ་ནག་གཞུང་གི་དུས་ཚོད་ཅིག་འགྱངས་བསྡད་པ་ཡིན་ན། བཙན་ཤོས་སྤྱི་ཚོགས་སྔར་རྒྱུན་མ་ཞིག་འཐོར་འགྲོ་གི་རེད་དེ་ལ་ང་ཚོས་ག་ཤེད་བཤད་དགོས་ཡ་མི་འདུག་ཟེར་ཡ་ཁོ་རང་ཚོ་གི་ད་ཁོང་གི་ངེས་འཛིན་སྤྱིར་བཏང་འདྲ་བོ་དེ་འདྲས་ཅིག་རེད། ད་ཡིན་ན་འདིའི་ཐོག་ལ་ངེས་འཛིན་གཏོང་སྲིད་ཅིག་ན་དེ་མ་འགྲིག་པ་ཟེར་བཤད་ཀྱི་གི་ཡོད་མ་རེད་ཁོ་རང་ཚོ་གི་ངེས་འཛིན་སྤྱིར་བཏང་ཅིག་རེད་ཡིན་ན། ང་ཚོ་ཕྱོགས་གཞན་པ་ཅིག་ནས་ཡང་བསམ་བློ་གཏང་རྒྱུ་ཏན་ཏན་ཡོད་རེད་བསམ་གི་འདུག་རྒྱ་ནག་གཞུང་གི་བོད་ཀྱི་གནད་དོན་ལབ་ནི་སྒང་ལ། རྒྱ་ནག་གཞུང་གི་ལྟ་ས་དེ་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་གཅིག་པུ་ཡིན་མིན་དེ། མི་མང་གཉིས་ནས་བསམ་བློ་བཏང་དགོས་ཡ་གཅིག་རེད་ངས་བསམ་བློ་བཏང་པ་ཡིན་ན། རྒྱ་ནག་གཞུང་གི་གཅིག་བྱས་ན་འདིའི་བསམ་བློ་བཏང་གི་མེད་འགྲོ། བོད་ནང་གི་རྒྱ་ཆེའི་མི་མང་དེ་རྒྱ་ནག་གཞུང་གི་འོག་ན་ངའི་གནས་ཚུལ་གྱི་འདོད་པ་ཚིམ་གི་མེད་པ་གཅིག་བྱས། བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་རྒྱ་ནག་གི་སྤོབས་པ་སེམས་པ་དེ་ཁྲིམས་འགལ་ཡིན་པ་གཅིག་བྱས། རེད་བ། ད་ག་ནང་བཞིན་གྱི་དང་བདག་གིས་ངས་གོང་ནས་བཤད་པ་ནང་བཞིན་རྒྱ་ཆེའི་མི་མང་དེ་རྒྱ་ནག་གི་འོག་ན་འདོགས་པ་འཚམ་གྱི་མེད་བ་དེ་གཅིག་གཅིག། གཉིས་ནི་བོད་ནང་ལ་རྒྱ་ནག་གི་ཚིམ་པའི་སྲིད་ཇུས་དེ་ལ་འཛམ་བུ་གླིང་གི་མིའི་ཆ་ཚང་གི་མིང་འཐེན་མེད་པ། དེས་རྒྱ་ནག་དང་བོད་གཉིས་ཆ་གི་ཕྱོགས་གང་ཐད་ནས་ལྟ་ཡོང་ནས་གང་ལ་སྲིད་ཇུས་དེས་རྒྱ་ནག་གཞུང་གིས་བོད་ལ་ད་བཙན་གནོན་གྱིས་འདོགས་པའི་སྲིད་ཇུས་དེ་འཛམ་བུ་གླིང་གི་ཁས་ལེན་བྱེད་མ་ཐུབ་པ་ཅིག་ཡིན་པ་སོང་ཙང། བོད་ནང་གི་བོད་ཀྱི་སྟོབས་ཤུགས་མ་འོངས་པ་ན་དངོས་ཡོད་གནས་ཚུལ་དེ་དེ་ཡིན་རྒྱུར་བསམ་གྱི་འདུག་མ་གཏོགས་བཙན་བྱོལ་ནང་གི་སྒྲིག་འཛུགས་གཅིག་གི་གནས་མ་གནས་དང་བཙན་བྱོལ་ནང་གི་སྒྲིག་འཛུགས་འདི་གིས་བོད་ནང་གི་སྲིད་བྱུས་ལ་ཁ་ལོ་བསྒྱུར་དགོས་ཡ་གཅིག་དང་རྒྱ་ནག་གཞུང་གི་འདི་ལ་བལྟོས་ནས་ཀྱི་ཨ་ནེ་བོད་རྒྱ་ཞི་མོལ་གཅིག་དགོས་ཀྱི་ཡོད་ན། ངས་བསམ་བློ་བཏང་པ་ནི་ང་ཚོ་ཕྱོགས་གཞན་པ་གཅིག་ནས་བསམ་བློ་བཏང་ཆོག་གི་རེད་བསམ་གྱི་འདུག་དེ་རིམ་པ་འདྲ་བོ་གཅིག་ཡིན། དེ་ནས་ད་དོན་དག་གཉིས་པ་གཅིག་ལ། ད་ཁ་ཚང་གི་ཚོགས་འདུ་འདིའི་ནང་ནས། ཚོགས་འདུ་དེ་གི་ཉི་མ་དང་པོ་ཡིན་ན་ཉི་མ་མཐའ་མ་ཡིན་ན་གཅིག་ལ་ང་ཚོ་གི་ད་ཟམ་གདོང་རིན་པོ་ཆེ་གི་ཚོགས་འདུ་གི་ད་ཚོགས་ཞུགས་པ་རྣམ་པ་ལ་གཏམ་བཤད་བྱས་ཤག་ད་ཨ་ནི་ད་བཙན་བྱོལ་ནང་ནས་ཟམ་གདོང་རིན་པོ་ཆེ་ཟེར་ན་ཧ་གོ་བོ་རེད་ཟམ་གདོང་རིན་པོ་ཆེ་ཟེར་ཡ་དེ་འདི་རེད། སྔོན་མ་གི་བཙན་ཤོས་ནང་གི་ཆབ་སྲིད་ཀྱི་གོ་གནས་མཐོ་ཤོས་བསྡད་ནས་བཀའ་བློན་ཁྲི་བ་ཁྲི་སི་རེད། བཙན་ཤོས་ནང་གི་བོད་མི་མང་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་གཙོ་བསྡད་ནས་གི་ལོ་བཅུ་གཟའ་ཚོགས་གཙོ་བསྡད་ལོ་བཅུ་གཟའ་ཨ་ནི་འདས་ཕྱིན་པ་རེད། ག་རེ་སོགས་རེད་ད་ད་ལྟ་བཀའ་བློན་ཁྲི་བ་གི་འགན་ཁྱེད་རེད། དེ་ཁྱེད་ནས་གི་ད་བླ་མ་ཟིག་ན་ཆབ་སྲིད་པ་ཅིག་རེད་ཁོ་གི་ཡོང་ཁུངས་དེ་དགེ་ལུགས་པའི་བླ་མ་ཅིག་རེད་ཟམ་གདོང་རིན་པོ་ཆེ་ད་བོད་ནང་ནས་ན་འདི་མ་ཤེས་ནས་དེ་འདྲ་ཡོད་རྒྱུར་བསམ་གི་འདུག་ད། ཚོགས་འདུ་དེའི་ནང་ནས་རྣམ་རྒྱལ་གཅིག་ག་རེ་ཡོད་ན། ཟམ་གདོང་རིན་པོ་ཆེ་ཚོགས་འདུ་འདིའི་ཐོག་ལ་ཕེབས་ནས་ཀྱི་ད་ཁོང་གི་ཚོགས་འདུ་གི་ཐོག་ན་མ་ར་གཏམ་བཤད་ཀྱིན་པ་གི་ནང་དོན་དེ་ང་ཚོ་གི་དོར་སྣང་བྱེད་དགོས་ཕྱོགས་གཅིག་རེད་བསམ་གི་འདུག་ཁ་སང་ཚོགས་འདུ་དེའི་ཐོག་ལ་ད་ང་ཚོགས་འདུ་འདི་ཉམས་ཞིབ་ཀྱིས་ཡོད་མ་རེད་ཡིན་ན་ངས་གོ་ཚོད་ལ་ད་ཁ་སང་གི་ཚོགས་འདུ་དེའི་ཐོག་ནས་ཟམ་གདོང་རིན་པོ་ཆེ་གི་གནད་གལ་ཆེ་ཤོས་དེ་རྒྱལ་བ་རིན་པོ་ཆེ་མ་བཞུགས་པའི་རྗེས་ལ། ཨ་ནེ། ད། བོད་ཀྱི་གནས་སྟངས། དེ་ཁོ་རང་གི་བཤད་ན་མུན་ནག་གི་དུས་རབས་རེད། ཚིག་དེ་དག་རང་བེད་སྤྱོད་བཏང་བྱས་མུན་ནག་གི་དུས་རབས་དེ་ལ་ཨ་ནེ་རྒྱལ་བ་རིན་པོ་ཆེ་གི་གནང་བཤད་རྒྱུགས་གི་ད་གཟིགས་ན་རེད་གོང་ནས་མ་ར་གནང་རྒྱུགས་གི་མང། གསོལ་རས་གནང་རྒྱུགས་གི་མང་གཙོ་དེ་ཨ་ནེ། བོད་ནང་གི་ད་བཙན་ཤོས་ཀྱི་སྤྱི་ཚོགས་འདི་མུ་མཐུད་དུ་རྒྱུན་འཁྱོངས་དགོས་རེད་དེ་ད་བོད་ཀྱི་འཐབ་རྩོད་ལ་འགོ་ཁྲིད་དགོས་རེད་ཟེར་སྐད་ཆ་ཅིག་འདུག་ད་དེ་རེད་ལབ་ན་འགྲིག་གི་རེད། ཡིན་ན། ཁོང་གི་འབད་བརྩོམ་གྱི་ས་གཙོ་གཅིག་ག་རེ་འདུག་ལབ་ན། ད་ལྟ་རིགས་ཀྱི་ཚོགས་འདུ་འདིའི་བརྒྱུད་ནས་ཀྱི། རྒྱལ་བ་རིན་པོ་ཆེ་ལ། བཙན་བྱོལ་གྱི་སྤྱི་ཚོགས་ནང་ནས་ཟིན་ན་རེད་ད་རྒྱལ་སྤྱིའི་གྱི་སྤྱི་ཚོགས་ག་བ་ཡིན་ན་ཅིག། རྒྱལ་བ་རིན་པོ་ཆེ་ལ་ད་མཚན་མེད་ཟིན་ན་རེད་རྒྱལ་བ་རིན་པོ་ཆེ་ལ། ཨ་ནི་དགག་པ་རྒྱབ་ཡ་གི་དེ་འདྲའི་གི་རྩ་བ་ཉིད་ནས་ཨ་ནི་ཡོང་མ་ཆོག་པ་དེ་འདྲའི་ཅིག་ད། ལམ་ཁ་ཅིག་བཟོ་དགོས་གི་རེད། ད་དེ་གང་འདྲ་ཅིག་བཟོ་དགོས་ན་སྔོན་མ་གི་ཐའི་ལན་འདྲི་གི་རྒྱལ་པོའི་ནང་བཞིན་གི་དེ་འདྲས་ཅིག་ཡོང་ན་ཡག་པོ་ཡོད་རེད་ད་ང་ཚོ་གི་ད་ལྟ་ལུང་པ་ཐའི་ལན་འདྲི་དེ་ད་ལྟ་གི་ད་རྒྱལ་པོའི་རྒྱལ་ཁབ་འདྲ་བོ་གི་རྣམ་པ་ཡོད་རེད་ཐའི་ལན་འདྲི་གི་རྒྱལ་པོ་དེ་ག་རེ་རེད་ཟེར་ན་ཨ་ནི་ད་ག་རེ་བཟོ་དགོས་ན་མི་མང་གི་ངོས་ནས་རེད་ཆབ་སྲིད་པ་ཚོ་གི་ངོས་ནས་ཐའི་ལན་གི་རྒྱལ་པོ་ཁ་ཁེ་ནི་ཅིས་ཀྱང་བཤད་ཆོག་ཀོ་མ་རེད་དེ་འདྲས་གི་ཐའི་ལན་གི་རྩ་ཁྲིམས་ནང་ལ་ཅིག་བྲིས་ཡོད་རེད། ད་ལྟའི་བར་སོང་ཙང་འདིའི་སྐད་ཆ་འདི་བཟོ་བྲིས་འདི་ལྟར་རྒྱལ་བ་རིན་པོ་ཆེ་གི་མ་འོངས་པ་གི་གནས་བབ་ཀྱི་ཐོག་ལ་ང་འདྲ་བོས་ན་འགྲེལ་བཤད་སྔོན་མ་བརྒྱབ་ཡོད་དེ་ཚོའི་རིགས་དེ་ངས་སྔོན་མ་ཡིན་ན་གསལ་བཤད་མང་པོ་བྱས་མྱོང་ཡོད་ད་ཡིན་ན་ངའི་བཤད་མིན་ལ་མ་བལྟས་བས། ཟམ་གདོང་རིན་པོ་ཆེ་གི་མ་འོངས་པ་ལ་རྒྱལ་བ་རིན་པོ་ཆེ་ལ་ད་གོ་གནས་ཅི་ན་མི་འདུག་ཐའི་ལེནྜ་རྒྱལ་པོ་ནང་བཞིན་གྱི་གོ་གནས་ཅིག་སྤྲད་དགོས་ཀྱི་རེད། ད་ཚོགས་འདུ་གི་ཐོག་ནས་སྐད་ཆ་འདྲ་བོ་དེ་འདྲས་ཅིག་བྱུང་ཞག་ད་དེ་བྱུང་ནས་གང་ལ། ང་ཚོ་སྐད་ཆ་དེ་ལ་གོ་བ་ལེན་སྟངས་ཅིག་ལ་ད་ལྟ་གི་སྤྱི་ཚོགས་འདི་ལ་ཁྱད་པར་དུ་གི་སྤྱི་ཚོགས་ཀྱི་ད་ལོ་སྔ་ཕྱི་ཟིན་ན་ད་ལྟ་ཡོད་བསྡད་པའི་ཟམ་གདོང་རིན་པོ་ཆེ་ར་ད་ཅིག་བྱས་ན་ང་ཚོའི་གྲངས་འདི་ཆ་ཚང་རྫོགས་འགྲོ་གི་རེད་སྤྱི་ཚོགས་ཀྱི་ཁ་གཏད་ས་དེ་མ་འོངས་པའི་མི་རབས་གསར་བ་ཅིག་རེད་ཁྲིམས་དང་སྒྲིག་གཞི་དང་ལོ་ལྔ་བཅུ་གི་སྐོར་གྱི་འཆར་སྣང་བཤད་དགོས་ཀྱི་ཡོད་ན་མ་འོངས་པའི་ལོ་ལྔ་བཅུ་རྗེས་ཀྱི་སྐད་ཆ་བཤད་དགོས་རེད། གཞོན་སྐྱེས་ཚོ་རེད། དེ་བཟོ་གྲས་ལ་རྒྱ་གར་རིན་པོ་ཆེ་གི་ད་གོ་གནས་དེ་ངོ་ནས་དྲངས་ནས་ཡིན་ན་ག་འདྲ་ཅིག་ཆགས་ཀྱི་རེད། གཅིག་དེ་རེད། གཉིས་ནས། ཐའི་ལན་གྱི་རྒྱལ་པོ་ནང་བཞིན་གྱི་གོ་གནས་ཅིག་སྐྱབས་མགོན་རིན་པོ་ཆེ་ལ་སྤྲད་པ་ཡིན་ན་མ་འགྲིག་པ་ཡོད་མ་རེད། ང་རང་གིས་བསམ་བློ་བཏང་པ་ཡིན་དེ་མ་འགྲིག་པ་ཡོད་མ་རེད། ཡིན་ན་ཐའི་ལན་གྱི་རྒྱལ་པོ་ཟེར་ཡ་དེ། རྒྱལ་པོ་ཅིག་རེད། ཁོ་ཆོས་ལུགས་བྱེ་བྲག་པ་ཚིག་གི་བླ་མ་མ་རེད། རྒྱལ་པོ་ཡིན་ན་ད་ཡར་སྐྱེས་ཀྱི་ཐོག་ནས་བཤད་ན་དེ་ཕྲན་ཚེགས་རེད། ཆོས་ལུགས་ཡོངས་རྫོགས་ཁྱབ་དགོས་རེད་མི་རིགས་ཡོངས་རྫོགས་ཁྱབ་དགོས་རེད། དེ་ཅིག་རེད། ཡིན་ན་ད་ཁོ་རང་ཚོ་གི་རྒྱ་རིན་པོ་ཆེ་གི་ལ་ཨ་ནི་ད་ད་ལྟ་སྤྱི་ཚོགས་ནང་ན་མཚན་སྨོད་ཞུ་གི་འདུག་སྐུར་བ་འདེབས་ཀྱི་འདུག་དེ་འདྲའི་གི་ཚིག་མང་པོ་ཅིག་ཁེལ་ཡོང་དགོས་རེད། ཡིན་ན་དེ་འདྲའི་གི་འཛའ་དྲག་ཅིག་ག་རེ་བྱས་ནས་མཐོང་གི་ཡོད་རེད་ཟེར་ན། དང་བདག་གི་བཙན་བྱོལ་སྤྱི་ཚོགས་ནང་གི་ད་ཝང་ཆགས་ཡོད་ནི་གི་སྟོབས་ཤིག་ལག་པ་ན་ཝང་ཆགས་གི་ཡོད་ནི་མི་དེ་ཚོ་གི། སོ་སོ་གི་ག་རེ་བྱེད་གི་ཡོད་ན་དེ་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་སྒྲུབ་གི་ཡོད། དེ་བཤད་དགོས་རེད། ད་ཁོ་རང་ཚོ་གི་ལས་ཀ་དེ་ལ་མི་གཅིག་གི་ཨ་ནི་མ་འདུས་པའི་རྣམ་འགྱུར་འདྲ་བོ་ཅིག་བསྟན་པ་ཡིན་ན། དེ་ག་རེ་རེད་ན་ང་རང་ཚོས་རྒྱལ་བ་རིན་པོ་ཆེ་གི་དགོངས་པ་སྒྲུབ་གི་ཡོད། ཁྱོད་རང་ཚོས་བཤད་རྒྱུ་དེ་ཕུགས་ནས་རྒྱལ་བ་རིན་པོ་ཆེ་བཤད་གི་ཡོད་རེད། ད་དེ་སྒྲུབ་ཡག་གི་མི་གཞི་གཅིག་རེད། ཡིན་ན་ད་ལྟ་བར་དུ་དེ་བཤད་བསྡད་ཡོད་མ་གཏོགས་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ནང་ལ། རྒྱལ་བ་རིན་པོ་ཆེ་འཕགས་པ་སྤྱན་རས་གཟིགས་ཡིན་བོད་ཀྱི་བླ་ན་མེད་པའི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཡིན། ཨ་ནི་ད་དེ་འདྲའི་གི་ཚིག་མང་པོ་ཅིག་བྲིས་ཡོད་རེད། ཡིན་ན་རྒྱལ་བ་རིན་པོ་ཆེ་ལ་འདི་འདྲས་ཅིག་བྱས་ན་ཨ་ནི་རྒྱལ་བ་རིན་པོ་ཆེ་ལ་བསྐུར་བ་འདེབས་དགོས་རེད་འདི་འདྲས་ཅིག་བྱས་ན་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཚན་སྨད་ཞུས་དགོས་རེད་དེའི་ལ་ཁྲིམས་དང་སྒྲིག་གཞི་གི་ཐོག་ནས་བཅའ་མཚམས་འདི་ཡོད་ཟེར་ཡ་ཅིག་ཡོད་མ་རེད། དེ་ཡིན་པ་སོང་ཙང་བཙན་བྱོལ་སྤྱི་ཚོགས་ནང་ནས་རྒྱ་བ་རིན་པོ་ཆེ་གི་མཚན་སྙན་གྲགས་ཁ་ཁེ་ནས་ཀྱི་མི་དམངས་ལ་ཁ་རྡུང་བཏང་བསྡད་ཡོད་པ་དེ། སྤྱིར་བཏང་ཁྲིམས་ཐོག་ནས་བཤད་ན་ཁོ་རང་ཚོ་ཚོར་བ་བཤད་བསྡད་ཡོད་མ་གཏོགས་རྒྱ་བ་རིན་པོ་ཆེ་ལ་དེ་ཅི་ཆོ་ག་མེད་དྲག་ཟེར་ཡག་གི་ཁྲིམས་ཐོག་གི་ཆ་རྐྱེན་གཅིག་ཡོད་མ་རེད། ད་ཡིན་ན་མ་འོངས་པ་ན་ཁོ་ཚོ་གི་ད་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་འགྱུར་བ་བཏང་ནས་སྐྱབས་མགོན་རིན་པོ་ཆེ་བླ་ན་མེད་པའི་དབུ་ཁྲིད་ཡིན་པ་མ་ཟད་ད་རྒྱ་བ་རིན་པོ་ཆེ་ལ་ད་ཅིག་གར་སོགས་པར་མི་སྒེར་གྱི་ཅིག་དགའ་མི་དགའ་ཕྱོགས་ཀྱི་ཚིག་དེ་འདྲས་བཤད་པ་ཡིན་ན་ངེས་པ་འདི་འདི་འདི་ཡིན་ཟེར་ཡས་ཀྱི་ཧ་ལམ་བཅའ་ཁྲིམས་ནང་ཅིག་བྲིས་མི་ཡོང་བ་བསམ་བསམ་གྱི་ད་ད་ད་གྱི་རྒྱུ་མཚན་ཅིག་དེ་རེད་བསམ་གྱི་འདུག། གཉིས་ནས་ད་གར་ཚང་གི་ཚོགས་འདུ་འདིའི་ཐོག་ལ་ད་ངས་ད་ལྟ་ཤེས་པ་ནང་བཞིན་ཕྱི་རྒྱལ་གྱི་མི་མང་པོ་ཞིག་ཞུགས་ཡོད་རེད། ཕྱི་རྒྱལ་གྱི་མི་མང་པོ་ཞུགས་ཡ་དེ་གི། མ་འོངས་པའི་བཙན་བྱོལ་སྤྱི་ཚོགས་འདི་ལོ་ལྔ་ནས་ལྔ་བཅུ་གི་ནང་ལ་འགྲོ་གནས་གང་ལ་གལ་ཆེ་ཤོས་དེ། དམངས་གཙོ་ཡང་དག་པ་ཟིག་ཕྱི་བྱོལ་སྤྱི་ཚོགས་ནང་ནས་ལག་བསྟར་བྱེད་དགོས་ཀྱི་རེད་ཟིག་ཕྱི་རྒྱལ་གྱི་མི་མང་ཆེ་བ་ཟིག་གི་བསམ་ཚུལ་དེ་བཤད་ཡོད་རེད། ད་དམངས་གཙོ་ཡང་དག་པ་ཟིག་བཙན་བྱོལ་སྤྱི་ཚོགས་ནང་གི་དམངས་གཙོ་གི་དཀལ་ངལ་ག་རེ་བྱུང་དགོས་ན། ངས་གོང་ནས་ཤེས་པ་ནང་བཞིན། ཆབ་སྲིད་ཀྱི་ལྟ་གྲུབ་ཅིག་གི་ཐོག་ནས་བོད་ན་ཆ་བཞག་ན་ང་ཚོ་འདྲ་བོ་རང་བཙན་བཤད་ནི་རེད། རང་བཙན་བཤད་ནི་ཅིག་གི་རང་བཙན་བཤད་པ་ཡིན་ན་རྒྱ་གར་རིན་པོ་ཆེ་གི་དགོངས་གཞི་དེ་དབུ་མའི་ལམ་རེད། རེད་བ། ད་དེ་ཡིན་པ་སོང་ཙང། ཨ་ནི་ང་ཚོ་གི་རང་བཙན་འགོག་གི་ཡོད་པ་གི་རྒྱུ་མཚན་བཤད་ཨང་དེ་རྒྱ་གར་རིན་པོ་ཆེ་ཕོག་ཐུག་འགྲོ་གི་ཡོད་པའི་རྒྱུ་མཚན་ཅིག་མང་པོ་ཅིག་བཤད་ནི་ཅིག་བཙན་བྱོལ་སྤྱི་ཚོགས་ནང་ནས་ད་ལྟ་གི་དམངས་གཙོ་གི་དཀའ་ངལ་ཅིག་དེ་ཆགས་གདའ་བ་རེད། ད་དེ་ཡིན་པ་སོང་ཙང་མ་འོངས་པ་ན་ཁོ་རང་ཚོ་གི། གར་སོགས་ད་ལམ་ཁ་འདི། ཕྱི་རྒྱལ་གྱི་མི་དེ་ཚོ་གི་མང་གཙོ་ཡང་དག་པ་གི་སྤྱི་ཚོགས་ནང་ནས་འདི་ཡང་དག་པ་ཚིག་མཐོང་གི་ཡོད་མ་རེད་དེ་ངའི་གནས་ཚུལ་རེད་དེ་ཡིན་པ་སོང་ཙང་ཕྱི་རྒྱལ་གྱི་མི་དེ་ཚོ་ག་རེ་བཤད་དེ་ཡོད་ན་ཁྱེད་ཚོ་གི་མ་འོངས་པ་ན་མང་གཙོ་ག་འདྲ་ཅིག་ལག་བསྟར་བྱེད་གི་ཡིན་པ་དེ་བཤད་ཡོང་ནས་གང་ལ་ད་ག་སང་ཟམ་གདོང་རིན་པོ་ཆེ་གི་ངས་ད་ལྟ་སྔོན་ན་བཤད་པ་ནང་བཞིན་བློ་བཟང་སེང་གེ་གི་ཚོགས་འདུ་འདི་གི་མཇུག་བསྡོམས་གི་གཏམ་བཤད་གི་ནང་ལ། ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་ང་ཚོ་འཛིན་གྱི་ཡོད། ཡིན་ནའང་ང་ཚོ་གི་རང་བཙན་ལ་ཁ་གཏད་བྱེད་ཀྱི་མེད། སྐད་ཆ་གཅིག་ཤུགས་ཆེན་པོ་དེ་གཅིག་བཤད་པ་དང་ཆབས་ཅིག་ཏུ། རང་བཙན་པ་ཡིན་ན་རེད། དམངས་གཙོ་བཤད་ཀྱི་ཡོད་ན་རེད། རྒྱལ་བ་རིན་པོ་ཆེ་ལ་གཅིག་བཤད་པ་དེ། ད་རྒྱལ་བ་རིན་པོ་ཆེ་ལ་གཅིག་མཚན་སྨད་བྱས་ན་དེ་འདྲའི་བཤད་པ་དེ་རྩ་བ་ཉིད་ནས་འགྲིག་གི་མེད། རྒྱལ་བ་རིན་པོ་ཆེ་ལ་ཁྲིམས་དང་སྒྲིག་གཞི་ཡོངས་རྫོགས་ཀྱི་སྒང་ནས་གོ་གནས་གཅིག་དགོས་ཀྱི་ཡོད། བློ་བཟང་སེང་གེས་ཀྱི་དེ་བཤད་ཡོད་རེད། ཁ་སང་ད་དེའི་ཚོགས་འདུ་གི་མཇུག་བསྡོམས་ཀྱི་སྐད་ཆ་ཞིག་དེ་རེད། ད་དེའི་ཐོག་ལ་རྒྱ་ཆེའི་མི་མང་གི་ངོས་ནས་དེ་བསམ་བློ་ཅིག་གཏང་དགོས། ཡིན་ནམ་མིན་ན་རྒྱ་གར་རིན་པོ་ཆེ་ཅིག་བཤད་དགོས་ཟེར་ཡ་གི་རྒྱུ་མཚན་སྐད་མ་རེད། ཡིན་ན། དུས་རབས་ཉི་ཤུ་རྩ་གཅིག་པའི་ཁྲིམས་གི་འཕེལ་ཕྱོགས་ཅིག་དང་ཁྲིམས་འདི་འདི་བས་གི་ཤི་གསོན་ནང་གི་ལོ་རྒན་འགོག་རྫུན་འགོག་བཟོ་དགོས་མ་རེད་ད་ལྟ་རྫོགས་བཞིན་པའི་མི་ཐོག་བཟོ་དགོས་མ་རེད། མ་འོངས་པ་གི་མི་རབས་གསར་བ་གི་སྒང་ལ་སྐད་ཆ་འདི་འདྲའི་ཁེལ་ཡོང་ན་འདི་ཡུལ་དུས་དང་འཚམ་གི་རེད་འཚམ་གི་མ་རེད། དེའི་ཐོག་ནས་བཤད་ཡོང་ནས་སྒང་ལ་ང་རང་ཚོ་གི་ད་དེ་རིང་གི་སྐབས་ལ་འདི་འདྲ་ཅིག་ཡིན་ན་ཐང་རེད་བ། ཡིན་ན་དེ་གཅིག་རེད། ད་ནི་ད་ཚོགས་འདུ་འདིའི་ཐོག་ལ་གལ་ཆེ་ཤོས་ཅིག་ག་རེ་ཡོད་དེ་ན་ཁར་ཚང་གི་ཚོགས་འདུ་ལ་ད་རྒྱ་མིའི་སྐོར་ཙིག་ཞུས་ཡོད་རེད་རྒྱ་མིའི་སྐོར་ཙིག་ཡོང་ཡོད་རེད་རྒྱ་མིའི་སྐོར་ཙིག་ཡོང་པའི་ཁ་ཐིག་ལ་ཚོགས་འདུ་དེའི་ཐོག་ལ་སྒྲུང་མང་པོ་ཡོད་རེད་རྒྱ་མིའི་དེ་གི་རྒྱབ་ལྗོངས་ལ་ཨ་ནི་ཁར་ད་ད་དེ་རིང་ཁར་ཚང་དེ་ང་ཚོ་ཨ་རིའི་ན་ཨ་ནི་རྒྱ་མིའི་གི་ཚོང་པ་སྐད་གྲགས་ཆེན་པ་ད་གོ་ཝུན་ཀུའེ་ལ་ཡེ་ཅིག་རེད་གོ་ཝུན་ཀུའེ་གི་ཚོགས་འདུ་འདིའི་སྐོར་ལ། ཁོང་གི་བསམ་ཚུལ་བསམ་ཚུལ་བརྩིས་ན་ད་ཁོང་གི་གནས་ཚུལ་ཅིག་བཤད་ཡོད་རེད། རྡ་རམ་ས་ལ་ན་འདི་འདྲའི་གི་ཚོགས་འདུ་གལ་ཆེན་པོ་ཅིག་ཚོགས་ཀི་ཡོད་རེད། དེའི་ནང་ལ་རྒྱ་ནག་གི་དབུས་གཞུང་ནས་འདིའི་ཐོག་ལ་གསང་བའི་གི་ཉེར་སྣ་དེ་འདྲའི་ཉེ་ཞིབ་ཅིག་གི་བཏང་ཡོད་རེད། ད་ད་མ་ཟད་ཚོགས་འདུ་འདིའི་ཐོག་ལ་རྒྱ་ནག་གི་པར་བཤུ་བཟོ་ཡ་དེ་འདྲས་བྱུང་ཡོད་རེད། རྒྱ་མིའི་མཁས་བ་ཅིག་ཡོད་རེད་ཡང་ཅན་ལི་ཟེར་ཡང་ཅན་ལི་ཟོ་ལ་ཚོགས་འདུ་འདིའི་ཐོག་ལ་འགྲོ་མ་ཅིག་པ་གི་ཅིག་དཀའ་ངལ་ཞི་བོ་བཟོ་ཡོད་རེད། གོ་བོན་གི་གི་སྐད་ཆ་དེ་འདྲས་ཅིག་གི་བཤད་བྱ། ད་ཡིན་ན་ཚོགས་འདུ་འདིའི་ཐོག་ལ་རྒྱ་ནག་གཞུང་གི་གསང་བའི་མི་སྣ་སུ་སུ་ཡོང་ཡོད་མེད་དེ་ཚོ་ངས་ཀྱང་ཧ་གོ་མེད་རེད། ཨ་ནེ་གནས་ཚད་ག་རེ་བཀྲིམས་ཡོད་མེད་རེ་ཧ་གོ་མེད་ཡིན་ན་ཚོགས་འདུ་དེའི་ཐོག་ལ། གནད་དོན་གཅིག་ག་རེ་ཡོད་རེད་ཟེར་ན། རྒྱ་ནག་གི་ཤེས་ཡོན་པ་གཅིག་རེད་ད་ཤེས་ཡོན་པ་ཟེར་ན་དེ་འདྲ་གཅིག་རེད། ཨ་ནེ་དགེ་རྒན་གཅིག་ཤ་མིན་ལ་ཡ་གི་ཨ་ནེ་མི་གཅིག་ལྷད་དུ་བཞག་ད་ཤ་མིན་ལ་དེ་ངས་ངོ་མ་དེ་དེ་སུ་གཅིག་ཐུག་མྱོང་ཡོད་ཡིན་ན་ང་དེ་རིང་གང་ལ་ཁོ་ཅང་དྲང་ཤོག་ལྡོག་ཤོག་གི་ཚོར་བ་སྐྱེས་མེད། ཡིན་ན་ད་ཁ་ཚང་ཁོ་ཚོགས་འདུ་འདིའི་ཐོག་ལ་སླེབས་ནས་ཚོགས་འདུ་ལ་ཉམས་ཞིག་བྱིན་པ་ཙམ་མ་ཟད་ཚོགས་འདུ་གི་ཐོག་ནས་ཨ་ནེ་ད་བར་རོད་ཚོགས་འདུ་གྲོལ་བའི་རྗེས་ནས་ཁོས་མི་མང་ལ་གཏམ་བཤད་བྱས་ཡོད་རེད། མི་མང་ལ་གཏམ་བཤད་བྱས་པའི་ནང་ནས། ད་དེའི་ནང་ལ། ཁོའི་གཏམ་བཤད་དེའི་སྤྱིར་བཏང་གི་ཐོག་ནས་བཤད་ལོང་གཏམ་བཤད་དེ་ད་མི་མང་ལ་གཏམ་བཤད་བྱས་པ་ཁོ་གི་ལྷད་ཡ་དེ་ག་རེ་བཤད་བཤད་ལ་ན། ད་གཏམ་བཤད་དེ་ནང་དོན་དག་ད་མང་པོ་ཅིག་འདུག་རེད་བ་ཡིན་ན་གཏམ་བཤད་དེ་ནང་ནས་བོད་པ་དེ་ཚོ་གི་དབུ་མའི་ལམ་གི་སྲིད་བྱུས་ཟིན་པ་དེ་དཔེ་ཡག་པོ་རེད་ད་ཟེར། གཅིག་དེ་རྒྱ་མིས་སླེབས་ནས་ཀྱི་རྡ་རམ་ས་ལ་ནས་དབུ་མའི་ལམ་གི་སྲིད་བྱུས་ཟིན་པ་དེ་ཡག་པོ་རེད་ཟེར་སྐད་ཆ་གཅིག་གིས་དེ་བཤད་ཀྱི་འདུག། དོན་དག་གཉིས་པ་གཅིག་ཁོ་ག་རེ་བཤད་ཀི་འདུག་ལབ་ན། ད་འདའི་སྐབས་ལ་དབུ་མའི་ལམ་གི་སྲིད་བྱུས་ཡག་ཤོས་རེད། མ་འོངས་པ་ན་ཨ་ནི། བོད་པ་ཚོ་གི་རྒྱ་ར་བོད་གཉིས་ཀྱི་ཨ་ནི་ཞི་བའི་སྒང་ནས་ག་རེ་ད་གནས་ཚེ་ག་རེ་བྱུང་མིན་ན་མ་ལྟོས་པའི་ཨ་ནི་ང་ཚོ། ཅིག་མཐུན་ལམ་འདྲ་བོ་བྱུང་ནས་རྒྱ་ནག་མང་གཙོ་འགྱུར་པའི་ཁ་ཐུག་ལ་བོད་པ་རང་བཙན་བྱིན་པ་ཡིན་ན་ཉི་མ་དེ་ང་དགག་བྱ་མེད། སྐད་ཆ་དེ་ཅིག་བཤད་དགོས་རེད། ད་སྐད་ཆ་དེའི་རིགས་དེ་ག་རེ་རེད་ན་ཆབ་སྲིད་ལ་རྒྱུས་མེད་མེད་གི་མིག་གི་ལྟ་ཡིན་ན་དེ་འདྲ་བོ་ཅིག་ཡོད་རེད། ཡིན་ན་དེ་རིང་ཁ་སང་གི་ཆབ་སྲིད་པ་དེ་ཚོ་གི་སོ་སོ་གི་མིག་སྔར་གི་ཁེ་ཕན་ལ་ཐུག་པའི་ཁ་ཐུག་ལ་ཨ་ནི་སྐད་ཆ་དེ་འདྲ་ཅིག་བཤད་ཡོད་རེད། ད་ལྟའི་སྐབས་ལ་ཡོང་གི་མ་རེད། མ་འོངས་པ་ན་ག་རེ་བྱེད་ན་བྱས། གཅིག་དེ་རེད། གཉིས་ནི་ཁོ་རང་ཚོ་གི་ཁྲིམས་མེད་ལུགས་མེད་གི་ལས་ཀ་བྱེད་བྱ་རྒྱུ་དེ་ལ་ཁོ་རང་ཚོ་ག་རེ་ན་འདི་ལོ་རྒྱུས་གི་འཕེལ་ཕྱོགས་གི་ལྡོག་ཐུབ་མེད་པའི་ཆོས་ཉིད་རེད། དཔེར་ན་ཏིན་ཞའོ་ཕིང་གིས་སྔོན་མ་ཐེ་ཝན་མན་ཏང་ནམ་ཟླའི་སྒོར་མོ་ཞིག་ཐང་ཆེན་ནས་དམར་གསོད་བྱས་པའི་ཁ་ཐུག་ལ་སྐད་ཆ་ག་རེ་བཤད་ཡོད་ན། འདིས་སྤྱི་ཚོགས་འཕེལ་རྒྱས་འགྲོ་བའི་གོ་རིམ་གྱི་ཁྲོད་ནས་ལོ་བཅུ་དང་བཅོ་ལྔ་ནང་ཚུན་ན་འདི་འདྲའི་རེ་རེ་བྱུང་གི་རེད། དེ་ལ་ང་ཚོ་གི་གཞུང་གིས་ངེད་ནས་ཨ་ནེ་གར་སོགས་བར་ཐག་ཐག་གཅོད་ནན་པོ་ཅིག་བྱེད་མ་ཐུབ་པ་ཡིན་ན་རྒྱལ་ཁབ་འབོར་ལུག་འགྲོ་གི་རེད་འདི་ག་རེ་ན་ལོ་རྒྱུས་ཀྱི་ཆོས་ཉིད་རེད་ལབ་དགོས། ཁོ་རང་མིས་ཁོ་རང་ཚོ་གི་ཁྲིམས་མེད་ལུགས་མེད་བྱེད་རྒྱུ་དེ་ལ་སྐད་ཆ་ག་རེ་བཤད་དགོས་ན་ལོ་རྒྱུས་ཀྱི་ཆོས་ཉིད་རེད་ལབ་དགོས་སྐད་ཆ་གཅིག་དེ་རེད། ཉིན་ཟླ་ག་ཚང་དགེ་རྒན་གཟུགས་ཀྱི་བཤད་རྒྱུ། མ་འོངས་པ་ན་རང་བཙན་གྱི་ཆོས་སྐོར་བསལ་ཡ་དེ་ལྟར། གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ལོ་གུང་ཁྲན་ཏང་བཙུགས་པའི་ཁ་ཐུག་ལ་སྐབས་དེ་རིགས་སྒང་ལ་བཤད་ཡོད་རེད་ད། འདི་སྐབས་ལ་ང་ཚོ་ཆ་ཚང་གི་གོ་མིན་ཏང་ལ་ངོ་རྒོལ་བྱེད་དགོས་རེད། མི་རིགས་ཆ་ཚང་དང་ཨ་ནི་ད། ཤོག་ཁག་ཁ་ཆ་ཚང་གི། ཨ་ནི་མ་འོངས་པ་ན་གོ་མིན་ཏང་ལྷག་པ་ནས་དབང་ཆ་ལེན་ཚར་བའི་རྗེས་ལ། ཨོ་ཁེ་ད་ང་རང་ཚོ་ངེས་ནས་བོད་དང། ཤིན་ཅང་དང་ཆ་ཚང་ལ་ཨ་ནི་ང་ཚོ་རང་བཙན་སྤྲད་གི་ཡིན། མི་རིགས་རང་ཐག་རང་གཅོད་ཀྱི་ཐོབ་ཐང་སྤྲད་མཁན་དེ་བཤད་ཡོད་རེད། འོ་ཡ། ད་ནི་ད་དགེ་རྒན་དེ་གི་སྐད་ཆ་དེ་གཅིག་རེད། ད་དེ་ཚོ་རིགས་དེ་ལོ་རྒྱུས་ཀྱི་འཕེལ་རིམ་ལ་ཉམས་མྱོང་ཡོད་ནི་མི་གཅིག་གི་ལྟ་ཡིན་ན་སྐད་ཆ་དེ་ཚོ་ད་གོ་སྐབས་རང་ལུགས་པའི་ཆབ་སྲིད་ཀྱི་ཐོག་གི་གོ་སྐབས་རང་ལུགས་པའི་སྐད་ཆ་ཡོད་ལ་མེད་ལ་གཅིག་དེ་རེད། ད་ནི་དོན་དག་གཞན་པ་གཅིག་ལ་ད་ལྟའི་སྐབས་ལ་བོད་དང་རྒྱ་གཉིས་ཆ་གི་ཨ་ནི་བར་ལ་རྙོག་དྲ་ཅུང་འདྲ་ཡོད་པ་འདི་ག་རེ་རེད་ཟེར་ན། རྒྱ་ནག་གི་དཔོན་པོ་དེ་ཚོ་དང། རྒྱ་ནག་མི་མང་ནང་པའི་སྤྱི་ཚོགས་གཅིག་མ་ཆགས་པ་མ་ཟད་རྒྱ་ནག་གི་དཔོན་པོ་དེ་ཚོ་ནང་པ་མིན་པའི་རྒྱུ་མཚན་རེད། ད་གལ་སྲིད་མ་འོངས་པ་ན་རྒྱ་ནག་ལ་ནང་པ་ཞིག་ཆེན་པོ་ཅིག་བསྟར་ནས་རྒྱ་ནག་གི་སྤྱི་ཚོགས་དེས་དཔོན་པོ་དེ་ཚོ་རྒྱ་ནག་གི་ནང་པ་གི་དབང་སྒྱུར་བྱེད་པའི་དུས་ཚོད་ཅིག་ལ་སླེབས་པ་ཡིན་ན་ཨ་ནི་བོད་ཀྱི་དཀའ་ངལ་དེ་རང་ཞིག་གིས་སེལ་འགྲོ་གི་རེད་ཟེར་ཡ་དེ་ལྟ། ད་སྐད་ཆ་དེའི་རིགས་དེ་ག་རེ་རེད་ཟེར་ན། ང་རང་ཚོ་གི་ད་རྒྱ་ནག་གི་སྐོར་ཤེས་གི་ཡོད་ལབ་ནས་དང་རྒྱ་ནག་གི་སྐོར་གི་གནས་ཚུལ་དེ། རྒྱལ་བ་རིན་པོ་ཆེ་ལ་སྙན་གསང་ཞུས་བསྡད་ནས་གི་མི་དེ་ཚོ་གི་ད། ད་རྒྱལ་བ་རིན་པོ་ཆེ་དབུ་བསྐོར་ཟིན་ན་མི་ཤེས་རེད་བ། ད་ད་ལྟ་བཤད་བསྡད་ཡོད་གི་སྐད་ཆ་ཡོད་ལ་མེད་ལ་དེ་དེ་རེད། ད་དེ་ང་ཚོ་ང་རང་ཚོ་གི་ཁ་ལ་ཞིམ་ཤེས་གི་བྱེད་རིགས་དེ་ཆགས་འདུག་རེད་ད་ཁོ་ཡོང་ཡས་སྐད་ཆ་དེ་བཤད་དགོས་རེད། དེ་ལོ་རྒྱུས་ཀྱི་སློབ་དཔོན་ཆེན་མོ་ཟིག་ན་གེར་གིན་ཛིག་གི་སྐད་ཆ་ཟིག་རི་བས་ཟིན་ན་དེ་གད་མོ་ལངས་ཡ་སྐད་ཆ་རེད། རྒྱ་ནག་གི་ནང་པ་ཆགས་མི་ཆགས་རྒྱུ་མཚན་ལོག་རེད་རྒྱ་ནག་གི་དཔོན་པོ་ཚོ་ནང་པ་ཆགས་སོང་ན། བོད་ཀྱི་ཐོག་ལ་དམ་དྲག་མི་བྱེད་པ་དང་སྲིད་བྱུས་གུ་ཡངས་བཏང་པ་གི་ཆོས་ཉིད་ཅིག་སྤྱིར་གི་ཡོད་མ་རེད། རྒྱ་ནག་གི་ཆིན་རྒྱལ་རབས་ཐང་རྒྱལ་རབས་ཡོན་རྒྱལ་རབས་དགེ་ལུགས་པ་ཚོ་གི་བར་ལ་མཆོད་ཡོན་བྱུང་ཡོད་རེད། སོག་པོ་གི་བར་ལ་མཆོད་ཡོན་བྱུང་ཡོད་རེད། ས་སྐྱ་པའི་བར་ལ་མིང་རྒྱལ་རབས་སྐབས་ལ་མཆོད་ཡོན་ཅུང་ཡོད་རེད། ཡིན་ན། ཁོ་རང་ཚོ་གི་ཁོ་རང་ཚོ་གི་བདག་པོ་རྒྱག་ས་གི་ཕྱོགས་དེ་རེད་མ་གཏོགས་བོད་པ་གི་གཞུང་ད་བོད་པ་གི་ད་གར་ཚོ་ང་ཚོ་རྒྱ་ནག་གོང་མ་ཡིན་ན་རེད་སོག་པོ་གོང་མ་མ་འཇིག་གོང་མ་གི་དབང་ཆ་ཁས་མ་ལེན་ནས་བོད་པ་དེ་ཚོ་ལ་ཁྲག་དྲི་བྲོ་བའི་དམར་གསོད་ག་རེ་ཅིག་བྱས་ཡོད་རེད། དེའི་ཐོག་ནས་བཤད་ཡོང་ནི་ཡོད་མ་ཆབ་སྲིད་དང་ཆོས་ལུགས་གཉིས་ཀ་ཁ་ཁ་ཅིག་ལྟ་དགོས་རེད་མ་གཏོགས་ཨོ་དེ་ནང་པ་ཆགས་སོང་པ་ཡིན་ན། ཨ་ནི་ཁྱི་ཚོ་ཡག་པོ་བྱེད་ཀིར་ཟེར་དེ་ད་ང་རང་ཚོ་གར་ནག་ལ་སྙན་ཤིག་གི་ཤེས་དང་ཁ་ལ་ཞིམ་ཤིག་གི་བྱེད་རེས་དེ་རེད་ད་དགེ་རྒན་དེ་འདྲས་སླེབས་ནས་ཁྱིས་སྐད་ཆ་གཅིག་དེ་བཤད་ཀིན་འདུག་ཡིན་ན་ཁོ་རང་གི་སྐད་ཆ་དེ་བཤད་ནས་དེ་གི་བྲོ་བ་མ་ཡལ་ནོག་གི་ཁ་ཐུག་དེ་ལ་རྡ་རམ་ས་ལ་རྒྱ་མོ་གཅིག་སླེབས་རེད། རྒྱ་བ་རིན་པོ་ཆེ་ག་བ་ཕེབས་བ་ཡིན་ན་དེས་ཁོང་གི་ད་ཉམས་པོ་ཕེ་ཀར་ས་འགྲོ་ནས་ཀྱིས་གསུང་ཆེ་ཞུས་ནས་ཡིན་ལབ་ནས་མོ་ནང་པ་ཡིན་ལབ་ནས་རྒྱ་མོ་གཅིག་གི། དགུ་བཅུ་གསུམ་ཚོགས་པ་གིས་བོད་ནང་གི་རྒྱ་ཆེ་ཁྱབ་བསྟན་ཁྱབ་ཀྱི་ལུགས་ཀྱི་རྒྱ་མིའི་གི་དྲག་གནོན་བྱེད་རྒྱུ་གི་འགྲེམས་སྟོན་དེ་ལ་ཁྱབ་བསྒྲགས་བྱེད་མི་ག་ལ་ང་བོད་པ་དགའ་བོ་མེད་འདི་ཁྱེད་ཚོར་རྫིག་མ་བྱེད་ཤག་ཟེར་མོ་རང་གི་ད་བྱམས་བརྩེ་ཁྱེད་ཡོང་ནས་ཅི་པར་བཏབ་ཡག་གི་རྒྱུ་མཚན་དེ་བྱུང་བ་རེད་ད་དེ་ནང་པ་རེད་ནང་པ་གི་མི་ཅིག་རྡ་རམ་ས་ལ་ཡོང་ནས་དེ་བྱེད་དགོས་ན་མ་འོངས་པའི་རྒྱ་ནག་གི་ནང་པ་དཔོན་པོ་ཆགས་སོང་པ་ཡིན་ན་ཨ། ཨ་ནི་དེས་བོད་ལ་གུ་ཡངས་གཏང་གི་རེད་ཟེར་ཡ་དེ་འདྲས་ཀྱི་ཐོག་ལ། མི་མང་གི་བསམ་བློ་གཏང་དགོས་རེད་བསམ་གྱི་འདུག་ར་བ། ད་ཡིན་ན་རྒྱ་གི་ནང་ན་མི་དེ་འདྲས་ཡོད་པ་ལ་ང་ཚོ་ཧང་སང་གོ་གི་མ་རེད་རྒྱ་གི་ནང་ན་མི་དེ་ལས་འདི་ག་ཡོད་རེད། ངས་ད་ལྟ་གི་དགེ་རྒན་ཆེན་མོ་ད་ད་ལྟ་ཁོ་ཚོ་ཁྲིད་ཡོང་བ་དེ་ཤ་མིན་ཟེར་ཡ་དེ་རྒྱ་སྡིག་ཤི་རེ་ལབ་གི་མེད་རྒྱ་གི་ནང་ན་དེ་ལས་སྡིག་ཡོད་རེད། ཡིན་ན་ང་རང་ཚོ་གི་མི་ཁྲིད་ཡོང་ཡ་དེ་གི་དེ་འདྲས་རྐྱང་རྐྱང་གཅིག་ང་རང་ཚོ་གི་རྒྱ་བོད་འབྲེལ་མཐུད་པ་ཡིན་ཟེར་ནས་དང་རྒྱ་ནག་ལ་འབྲེལ་ཚོ་མི་དེ་འདྲས་རྐྱང་རྐྱང་ག་རེ་གཅིག་ཁྲིད་ཡོང་རེད། གཅིག་དེ་རེད། ད་ཁོ་རང་ཚོ་གི་ཁོ་གི་སྐད་ཆ་བཤད་རྒྱུ་དེ་གང་ལ་ངོས་བསུའི་དོ་པོ་གི་སྐད་ཆ་ཅིག་ག་རེ་བཤད་སོང་ལབ་ན། ཨོ་མའི་ལམ་ཡག་ཤོས་ཡིན་པ་དང་རྒྱ་མི་རིགས་ཀྱི་ཤེས་ཡོན་པའི་ནང་ནས་ཨོ་མའི་ལམ་ལ་ངེས་ལེན་བྱེད་གི་ཡོད་པའི་སྐད་ཆ་དེ་བཤད་སྐོར་ད་དེ་བཤད་ནས་གང་ལ་ཁ་ཚང་ཁེ་ཉིན་གི་འདི་སྐུ་ཞག་ནས་གི་ལིག་ཞོ་པོ་གི་སྐོར་སྐད་ཆ་ཅིག་བཤད་སོང། ལིག་ཞོ་པོ་ཡང་ཨོ་མའི་ལམ་ལ་ངེས་ལེན་བྱེད་ནི་མི་རེད་ས། ད་དེ་གོ་བྱ་རྒྱུ་མ་རེད་ག་ཚང་བློ་བཟང་སེང་གེ་གི་རེད་བཤད་ཡོད་ད་ཡིན་ན་བློ་བཟང་སེང་གེ་གི་ཆབ་སྲིད་རྐྱང་བ་གི་ང་རང་གཟུགས་གི་སྤོབས་པ་གི་སྤྱི་ཚོགས་ལ་ད་སྣང་ང་འགྲོ་ཤེས་ཅིག་བཤད་གི་ཡོད་པའི་ཆ་ཞིག་དགེ་རྒན་ཆེན་མོ་ཅིག་གི་རྒྱ་རིགས་གི་ཤེས་ཡོན་པ་ཅིག་གི་ལིག་ཞོ་པོ་དབུ་མའི་ལམ་ལ་རྒྱབ་སྐྱོར་བྱེད་ནི་ཡིན་ལབ་ན་ག་རེ་ལབ་དགོས་རེད། ལིག་ཞོ་པོ་གི་མདོ་སྐྱབས་མགོན་རིན་པོ་ཆེ་ལིག་ཞོ་པོ་གི་རྩོམ་རེད་དེ་ཚོ་ང་ད་ལིག་ཞོ་པོ་གི་བྲིས་རྒྱུ་ད་དེབ་རེ་ད་ང་ཆ་ཚང་ཡོད། ལིས་ཞོ་པོ་གི་ག་རེ། ལིས་ཞོ་པོ་གི་ག་རེ་བཤད་ཡོད་ན། ཏཱ་ལའི་བླ་མ་གི་འཚེ་མེད་ཞི་བའི་གི་དགོངས་གཞི་དེ་ཚོ་ཡག་པོ་རེད། རེད་བ། རྒྱ་དང་བོད་གཉིས་ཆ་གི་ཨ་ནི་ལོ་རྒྱུས་གི་ཐོག་གི་འགལ་བ་དེ་ཚོ་ང་ཚོ་མ་བླངས་པའི་ཐོག་ནས་ད་ཅིག་དེ་རིང་ག་རེ་བྱེད་དགོས་གི་ཟེར་ཁ་ཤ་དེ་འདྲས་བཤད་པ་ཡིན་ན་དེ་ཁས་ལེན་བྱེད་མ་ཐུབ་པ་ཟིག་མ་རེད། ལིག་ཤོ་བོ་གིས་དེ་བཤད་ཡོད་རེད། ཡིན་ནའང་ལིག་ཤོ་བོ་གིས་བཀའ་ཤག་ག་རེ་བཤད་ཡོད་ན་ལིག་ཤོ་བོ་དེ་རྒྱ་ནག་དམར་ཤོག་ཚོགས་པ་གི་སྲིད་དབང་དེ་གི་མང་གཙོ་བསྒྱུར་དགོས་ཡ་དང་ཉིས་སྟོང་བརྒྱད་ལོ་གི་རྩ་ཁྲིམས་འགྲིག་མེད་དེ་རེད། ཉིས་སྟོང་བརྒྱད་ལོ་གི་རྩ་ཁྲིམས་དེ་ག་རེ་རེད། རྒྱ་ནག་དམར་ཤོག་ཚོགས་པ་གི་སྲིད་དབང་དེ་མང་གཙོ་ལ་བསྒྱུར་དགོས་ཡ་དང་ད་ལྟ་གི་རྒྱ་ནག་གཞུང་གི་ཁྲིམས་དང་སྒྲིག་གཞི་ཆ་ཚང་ལ་འགྱུར་བ་གཏོང་དགོས་ཟེར་ཡ་གི་ལིག་ཤོ་བོ་དེ་བྱས་ནི་རེད། རེད་བ། ཡུལ་ཤོག་པོ་དང་ཁོ་རང་ཚོ་གི་ད་མི་སྐབས་དེ་རིགས་གང་ལ་སུམ་བརྒྱ་བཞི་བརྒྱ་ཟིག་གི་ས་ཡི་གི་རྒྱབ་ཡོད་འགྲོ་ད་དེ་འདྲས་གི་མི་གཅིག་ཡོད་རེད་ད་དེ་ལ་རྒྱ་སྐད་གི་ཐོག་ནས་བཤད་ཡོང་ན་ཨ་ནི་ལིན་པ་ཤན་ཀྲིན་ལབ་གི་འདུག་བ། ཨ་ད་དེ་རེད་ད་ལིན་པ་ཤན་ཀྲིན་དེ་ཁོ་ཚོ་ཁྱབ་བསྒྲགས་ཅན་པའི་ཁ་ཐིག་ལ་དེའི་ནང་གི་དོན་དག་དེ་རྒྱ་ནག་གཞུང་དེ་དམངས་གཙོ་འགྱུར་དགོས་ཡ་དེ་རེད། ཨོ་ཡ། ཨ་ནི། ད་ད་ལྟ་མང་གཙོ་ཟེར་ན་ང་ཚོ་གི་མང་གཙོ་ཟེར་ཡ་དེ་རེད། ནུབ་ཕྱོགས་ཀྱི་ད་ལྟ་གི་མང་གཙོ་ག་བ་གསུམ་ཟེར་ན་ཞིག་ཟེར་ན་ཡོད་རྒྱུ་གི་ད་འདིའི་གི་ལམ་ཁ་འགྲོ་དགོས་ཟེར་ཡ་གི་ལིག་ཞོ་པོ་དགོངས་ཚུལ་ད་བསམ་ཚུལ་དེ་ཡོད་ནི་རེད། ང་རང་ཚོ་གི་དབུ་མའི་ལམ་ག་རེ། རྒྱ་ནག་དང་མཉམ་པོ་བསྡད་ཀྱི་ཡིན་པ་གཞི་བཞག་གི་ཐོག་ནས་རྒྱ་ནག་དང་མཉམ་པོ་བསྡད་ཡ་དེ་ད་ལྟ་གི་རྒྱ་ནག་དམར་ཤོག་ཚོགས་པ་དང་མཉམ་པོ་བསྡད་ཀྱི་ཡིན། རྒྱ་ནག་དམར་ཤོག་ཚོགས་པ་གིས་གཏན་འབེབས་བྱེད་རྒྱུ་གི་ཀྲུང་ཧྭ་རིམ་པའི་གོང་འོག་གི་ཞན་ཧྥ་རུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་ནས་བསྡད་ཀྱི་ཡིན། ལིས་ཞོ་པོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ལ་འགྱུར་བ་བཏང་ནས་ཆེས་དམངས་གཙོ་བྱེད་དགོས་ལབ་ནས་ཞིག་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་ནས་བསྡད་ཀྱི་ཡིན་ལ་གཉིས་ཆ་རྦད་དེ་འགལ་བ་ཐག་གཅོད་རེད། ཡིན་ནའང་ད་ཁ་སང་གི་ཐབས་སྐྱོ་བ་ཅིག་ལ་དགེ་རྒན་ཞའོ་མིང་ཟེར་བ་དེ་ཚོ་འདས་སླེབས་ནས་ཀྱིས་ད་སྐད་ཆ་དེ་བཤད་དགོས། ཨོ་ཁེ་ད་རྒྱ་ནག་ན་དེ་འདྲས་ཀྱི་མི་ཡོད་ན་ང་ཚོ་ཧང་སང་དགོས་མ་རེད། ཡིན་ན་ང་ཚོ་གལ་ཆེ་ཤོས་ཀྱི་ག་རེ་རེད་ཟེར་ན་ང་རང་ཚོ་གི་ཚོགས་འདུ་གི་ཐོག་ལ་རྒྱ་ནག་གི་ཤེས་ཡོན་པ་ཡིན་ཟེར་ཁྲི་ཡོང་ནས་ཀྱི་མི་དེ་ཚོ་གྲི་རེད་དེ་མི་མང་གི་བསམ་བློ་ཅིག་གཏང་དགོས་ཡ་ཅིག་རེད་བསམ་གྱི་འདུག་ད་ད་ནི་དོན་དག་ཆུང་ཆུང་འདི་ཚོའི་ཐོག་ན་ཁ་དྲང་པོ་དྲག་གི་ཡོད་མ་རེད་ད་དོན་དག་ཆེན་པོ་ཅིག་ད་ང་རང་ཚོ་ངེས་ནས་ཨ་ནེ་དམིགས་བསལ་གྱི་ཅང་བཤད་དགོས་ཡ་ཅིག་གི་མི་འདུག་བསམ་གི་འདུག་ད་དོན་དག་གཞན་པ་ཅིག་ལ་ད་ཚོགས་འདུ་དེའི་ཐོག་ནས། ད་མཐོང་སྣང་མ་བདེ་བ་ཟིན་ན་རེད་ཚོགས་འདུ་དེའི་ཐོག་ལ་དྲི་བ་མང་པོ་སླེབས་དགོས་རྒྱུ་མཚན་ཤིག་ག་རེ་ཡོད་ན། ངས་ད་ལྟ་གོང་ནས་ཡང། རང་བཙན་རྩ་གནས་ཀྱི་མི་ཁ་ཤས་ཅིག་འདིའི་ཐོག་ལ་ཞུགས་ཡོད་རེད། ད་ཁྱད་པར་དུ་གི་ང་ཚོ་ཧ་གོ་ཡ་ཅིག་ལ་བལྟ་འདུར་ཡོད་རེད། ཨ་ནེ་ལྷ་སྒྲུང་ནས་ཡོད་རེད་འདི་ཚོ་རྣམ་པ་ཚོ་ལྷད་ཡོད་རེད། རེད་ད། འདིའི་ཐོག་ནས་བལྟ་འདུར་གི། ང་ཚོ་རྒྱུད་ལུམ་ཁག་ལ་སྐད་ཆ་བཤད་ངེས་གོ་སོང་ད་ཡག་པོ་རེད། སྐད་ཆ་ཅིག་བཤད་ཡས་ཀྱི་གོ་སྐབས་ཅིག་སྤྲད་ཀྱི་འདུག། དེ་འདྲའི་འདྲ་བོ་ཅིག་བཤད་སོང། རེད་ད་བློ་བཟང་སེང་གེ་གི་ད་རེས་ཀྱི་ཚོགས་འདུ་དུས་ཀྱི་གྲུབ་འབྲས་འདྲ་བོ་དེ་ག་རེ་ན་ད་ད་ལྟ་ངས་གང་ནས་བཤད་པ་ན་རང་བཙན་ན་སྒོ་ཤེས་ཡོད་སྲིད་དེ་ན་རང་བཙན་གྱི་ནང་གི་ཨ་ནི་མི་སྡུག་ག་དེ་ཚོ་རིག་དེ་ཨ་ནི་ང་ཚོ་ད་སྐད་བཏང་གི་མ་རོ་བ་ད་བཤད་སྟངས་ཡིན་ན་རང་བཙན་ནང་ནས་རྒྱ་གར་འབུ་ཆེ་ཁ་བཏང་ནས་དེ་ཚོ་ང་ཚོ་སྐད་བཏང་གི་མེད་སྲིད། སྐད་ཆ་གཅིག་འདྲ་བོ་ད་སྐད་ཆ་གི་ཡོང་སྟངས་འདྲ་བོ་དེ་རེད་ད་དེའི་ནང་ནས་ཁོ་རང་ཚོ་ག་རེ་བྱུང་ན་རང་བཙན་ནང་གི་མི་ཡག་ག་དེ་ད་སྐད་བཏང་བའི་ཁུལ་རེད། ཡིན་ན་འདིར་ང་ཁོ་རང་ཚོ་འགྲོ་པ་ལ་བསམ་ཚོད་ཀྱི་མེད་ཡིན་ན་འགྲོ་ས་ཅིག་རེད་བས་མ་རེད་ཟེར་ན་གྲོས་མོལ་བྱེད་ས་ཅིག་མ་རེད་བློ་བཟང་སངས་རྒྱས་ཀྱི་ཐ་ཁར་ཚང་དང་པོ་གི་སྐད་ཆ་དཀར་ཡོད་ན་ཚོགས་འདུ་འདིས་ལོ་ལྔ་དེ་དབུ་མའི་ལམ་ལ་འགྲོ་རྒྱུ་ཡིན་པ་ཐག་བཅད་པའི་ཐོག་ནས་ཨ་ནི་ང་ཚོ་ད་དབུ་མའི་ལམ་དང་མ་འགལ་བའི་ཐོག་ནས་ང་ཚོ་ཚོགས་འདུ་འདི་ཚོགས་དགོས་བ་རེད་ཟེར་དགོས་རེད་ད་ང་འདྲ་བོ་ཡིན་ན། འོ་མའི་ལམ་གྱི་སྐད་ཆ་མ་ཤེས་བཤད་ས་མེད་ན་རང་བཙན་བཙལ་ནས་ག་རེ་བྱེད་འགྲོ་དགོས་ད་དེའི་བསམ་བློ་བཏང་ཤོག་གཅིག་རེད་ན་ད་ཕྱི་ན་སྐྱོན་ཡོད་མ་རེད་ད་དོན་དག་རྡོག་རྡོག་དེ། གལ་ཆེ་ཤོས་གཅིག་ག་རེ་རེད་ན་རང་བཙན་བཙལ་གནས་ཀྱི་ནང་ལོགས་ལ་ལག་པ་ཁོ་ཚོ་རྒྱག་སྟངས་གྱི་རྣམ་པ་དེ་ག་རེ་ན་རང་བཙན་བཙལ་གནས་ཀྱི་ནང་ལོགས་ལ་གཅིག་ཡག་ག་རེ་གཅིག་སྡིག་ག་རེ་ཟེར་ཡག་གི་གོ་སྐབས་ཀྱི་ཁོ་ཚོ་གི་ཚད་ཡག་གི་དེ་བྱེད་དགོས་རེད་དེ་རང་བཙན་བཙལ་གནས་ཚོ་ཤོག་ཁག་ནས་བལྟས་ཡོང་ནས་གང་ལ་དེ་ང་ཚོ་གི་བསམ་བློ་བཏང་དགོས་ཡག་གི་ཕྱོགས་གཅིག་རེད་བསམ་གི་འདུག་ད་དོན་དག་རྡོག་རྡོག་དེ་དེ་ཡིན་ངས་དེ་རིང་གི་མགྲོན་ཁང་འདིའི་ནང་ལ་སླེབས་ནས་རྣམ་པ་ཚོ་ལ་ད་ཁྱབ་བསྒྲགས་བྱེད་ཡག་གི་རྒྱུ་མཚན་གཅིག་ག་རེད་ན། ང་ཚོ་བས་ཆ་འདི་འདྲའི་ཁ་མེད་མྱིག་མེད་ཅིག་བཏང་ཡོང་ནས་ཅིག་གི་འདིའི་གི་དོན་དག་རྡོག་རྡོག་ག་རེ་བྱེད་ཐུབ་གི་རེད། ར་བ། ད་ན་ནིང་ད་ལོ་ལ་ཨ་རི་ར་དེ་ཚོ་གི་བོད་པ་གི་སྐོར་ལ་ད་རོགས་དངུལ་དེ་ཚོ་སྤྲད་མི་སྤྲད་གི་སྐོར་ལ་སྐད་ཆ་ཡོད་རེད། ཁྱད་པར་དུ་གི་ན་ནིང་ང་སྲིད་སྐྱོང་བ་ལངས་པའི་ཁ་ཐུག་ལ་བཙན་བྱོལ་གཞུང་གི་ཁྲིམས་དང་སྒྲིག་གཞི་དེ་ཚོ་ཡག་པོ་མ་བྱས་པའི་ཁ་ཐུག་ལ་ཨ་རི་གི་གྲོས་ཚོགས་འཐུས་མི་དེ་འདྲས་གི་བཤད་ཡོད་རེད། བཙན་བྱོལ་གཞུང་ལ་དཔེ་ཆ་སྤྲད་ཡ་དེ་ང་ཚོ་མང་གཙོ་ཡར་རྒྱས་བཏང་ཡ་དང་བོད་པ་གི་སྤྱི་ཚོགས་ཡག་པོ་ཅིག་ཆགས་ཡ་གི་ཆེད་དུ་ཡིན། ཡིན་ན་ཁོ་རང་ཚོ་གི་དཔེ་ཆ་དེ་དང་ནུས་པ་དེ་ཁས་ཡོང་ནས་ཀྱི་ཨ་ནི་མི་མང་གི་བསམ་ཚུལ་ལ་འབུར་འཇོམས་བྱེད་ཀྱི་འདུག་ཟེར་ཁྲིམས་མེད་ལུགས་མེད་ཀྱི་ལས་ཀ་བྱེད་དགོས་དེ་ཡིན་པ་སོང་ཙང། ཁོ་རང་གི་དེ་རིགས་གང་ལ་འཇོན་གལ་རེད་ཨ་རིག་གི་དེ་ཕྱི་སྲིད་བློན་ཆེན་དེ་དེ་ལ་ཡི་གེ་བཏང་ནས་ཀྱི་མ་འོངས་པ་ན་བོད་པ་ལ་དཔེ་ཆ་སྤྲད་རྒྱུ་དེ་ཁྱོད་ཚོ་སོང་རྩར་བསྐྱོད་ཀྱི་རོགས་ཞིག་ཡང་དག་པ་ཟིག་ཅིག་བེད་སྤྱོད་ཡག་པོ་བཏང་གི་འདུག་མི་འདུག་ཟེར་ཨ་རིག་གི་སྤྲིན་ཚོགས་འཐུས་མི་ཅིག་གིས་དེ་རིགས་བྱས་ནས་བད་དུ། ཁོ་རང་གི་ལས་ཤོག་ཐོག་ལ་ཡི་གེ་བྲིས་ཡོད་རེད་ད་དེ་ནང་བཞིན་གྱི་ད་ལྟའི་སྐབས་ལ་དགེ་བཟའ་དགེ་མཐོང་འདི་འདྲས་ཞིག་བྱས་ནས་ཚོགས་འདུ་འཚོགས་པ་དེ་གི་ངོ་ནས་དྲངས་ན་ཡང་དགེ་བ་རྒྱུ་མཚན་ག་རེ་ཡོད་རེད། ང་ཚོ་ཧ་གོ་དགོས་ཡ་ཞིག་དེ་རེད། རེད་ད་གྲུབ་འབྲས་ཆེན་པོ་ཞེ་བོ་ཞིག་ཐོབ་གི་ཡོད་ན་འགྲིག་གི་ཡོད་རེད། ད་ཡིན་ན་ད་ལྟ་གོ་ཚོད་ཡིན་ན། ལོ། ཁར་ཚང་གི་ཚོགས་འདུ་ནང་ལྔ་དང་ལྔ་བཅུ་གཉིས་ཆ་ཡོད་སྲིད་གོ་རེད། ལོ་ལྔ་དེ་ཁ་ཚང་ཞིག་བཤད་ཡ་རེད་མ་གཏོགས་ལོ་ལྔ་བཅུ་དེ་ཡག་པོ་ཞིག་བཤད་མ་ཐུབ་པ་རེད། དེ་ཡིན་པ་སོང་ཙང་ལོ་ལྔ་བཅུ་གི་ཚོགས་འདུ་དེ་ལོ་རྗེས་མ་ཡང་འདི་ནས་འཚོགས་གི་ཡིན།

སྐུ་དྲག་རྒྱག་པ་འཁྲབ། གངས་ཅན་སྐྱིད་གཤོངས་ཨ་ནེ། སྐུ་དྲག་གསར་བ་གི་སྤྲོ་ར་ཆག་ཤ་ཟེ། སྟག་སྡེ་ལས་ལྷག་བ་གི་སྐུ་དྲག་གི་སྤྲོ་ར་ཅིག་རྒྱ་གར་ལོངས་པ་ནི་ཡོད་མ་རེད། ཚོགས་འདུ་ཚོགས་ས་གི་རྣམ་པ་འདི་རེད་ངས་ད་ལྟ་འདིར་ཀོ་ཧྥེ་ཅིག་འཐུང་གི་ཡོད། འདིའི་སྒོར་མོ་བརྒྱ་ལྷག་ཟིག་རེད། རེད་བ། ད་ས་ཆ་འདས་ཚར་བ་ན་འདི་ཚད་ལས་བརྒལ་བ་གི་གནས་སྟངས་ཅིག་རེད། ད་ཚོགས་འདུ་དེའི་ཐོག་ནས་ལོ་ལྔ་བཅུ་ལྔ་བཤད་ཡ་མ་བཤད་ལྔ་བཅུ་མ་བྱུང་བ་རེད། ད་ལྔ་དེ་བོད་རྒྱལ་ཞི་མོ་དགྲ་དུ་མོ་དེའི་སྐོར་བཤད་ཡ་ཡིན་ལབ་སྐོར། ད་ལོ་ལྔ་བཅུ་ལོ་རྗེས་མ་ཡང་བསྐྱར་འདིའི་ཐོག་ནས་ཡང་གཅིག་འཚོགས་ཀི་ཡིན་སྲིད། ད་ད་ལྟ་ཁོ་ཚོ་ཧོ་ཀྲར་གི་ནང་གི་མི་ཚོས་བཤད་ན་ཡང་བསྐྱར་འདས་འཚོགས་ཡ་ཐག་ཆོད་ཡོད་རེད་སྲིད་སྐོར། ད་འཚོགས་ན་མ་འཚོགས་དེ། ཡིན་ན་གྲུབ་འབྲས་ཅིག་ཡོད་ན་ད་འཚོགས་བྱ་ན་རེད་དེ་རེད། ད་ང་སེམས་ཁྲལ་དེ། ཁ་ཚང་གི་ཚོགས་འདུ་གི་འཇིག་དུམ་ལ་བཤད་བསྡད་པ་དེ་བྱས་ནས་གང་ལ། ནམ་རྒྱིན་གྱི་ང་ཚོ་བཤད་བསྡད་པ་གི་རྒྱུན་ལྡན་གྱི་དེར་མ་གཏོགས་གསར་བ་ཚིག་གཅིག་མི་འདུག། ཨོ་ད་བསྟན་པ་སོང་ཙང་ད་ཡང་བསྐྱུར་འདི་བྱེད་དགོས་ན་ད་དཀའ་ངལ་རེད་བསམ་གི། ད་ཐ་ན་ཁ་ཚང་གི་ཚོགས་འདུ་དུས་ཐོག་ལ། ང་ཚོ་བོད་མི་རིགས་ལ་ག་རེ་ཡོད་ན། གཅིག་ནི་སོ་སོ་ལ་ལོ་རྒྱུས་ཅིག་ཡོད་རེད། དེ་ཀ་ཆེན་པོ་ཉེར་དགོས་དགོས་རེད། གཉིས་ནི་སོ་སོ་ལ་སྐད་དང་ཡི་གེ་ཅིག་ཡོད་རེད། ད་བོད་པ་ལོ་ལྔ་ནས་ལྔ་བཅུའི་སྡེ་དགོས་ཀྱི་ཡོད་ན་སོ་སོ་གི་ལོ་རྒྱུས་བདག་པོ་གཅིག་རྒྱབ་དགོས་རེད། སོ་སོ་གི་སྐད་དང་ཡི་གེ་མི་རིགས་བདག་པོ་གཅིག་རྒྱབ་དགོས་རེད། ད་གོ་ཚོད་ཡིན་ན། ཁར་སང་གི་ཚོགས་འདུ་འདིའི་ཐོག་ལ། ད་ཕྱི་རྒྱལ་གི་མི་རྐྱང་རྐྱང་རེད། མང་ཆེ་བ་ཕྱི་རྒྱལ་གི་མི་རེད་དེ་ཡིན་པ་སོང་ཙང་ཚོགས་འདུ་འདིའི་ཐོག་ན་བོད་ཡིག་བོར་གི་ཡོད་མ་རེད། ཆུ་ཐིགས་རྒྱུན་ལས་ཁ་ཤས་ཟིག་གིས་ང་ཚོ་འདི་ཉམས་ཞིག་བྱས་ན་ཉམས་ཞིག་བྱས་ན་རྩ་བའི་མ་ཆོག་པ་ཡོད་མ་རེད་ད་སྐད་སྒྱུར་ཡོད་མ་རེད། ད་རེས་ཀྱི་འདི་དབྱིན་ཇིའི་སྐབས་གཅིག་གོ་དབྱིན་ཇི་གཅིག་པོ་གི་མི་མང་ལ་བཤད་རེད། བོད་པ་གི་ལོ་ལྔ་དང་ལྔ་བཅུ་གི་མདུན་ལམ་ལྔ་དང་ལྔ་བཅུ་གི་ཐོག་མ་འོངས་པའི་ལམ་ཁ་བཟོ་ནས་དེ་ཚོ་གི་ཚོགས་འདུ་གི་གྲལ་རིམ་ནང་ལ་སྤྱིར་བོད་སྐད་ཀྱི་སྐད་ཆ་ལ་སྡང་ཆ་མེད་པ་མ་ཟད་བོད་སྐད་བཤད་ནས་མིན་པ་རྐྱང་རྐྱང་གི་བཟོ་གི་ཡོད་ན་ལོ་ལྔ་དང་ལྔ་བཅུ་དེ་ཚར་ཚར་རེད་ད། སྤྱིར་བཏང་ཐོག་ནས་བཤད་ལེ་འོང་ན།

ད་ལྟའི་སུ་ཟུ་ཀི་ནི་སྐྱབས་མགོན་རིན་པོ་ཆེ་གི་སྙན་ལ་བཞག་ནས་ཤ་ག་པག་གི་སྲིད་དོན་རྒྱལ་རབས་ནང་ནོར་འཁྲུལ་ཡོད་རེད་ནོར་འཁྲུལ་དེ་ར་ཤ་ག་པག་གི་སྲིད་དོན་རྒྱལ་རབས་ཀྱི་དོན་ཚན་གཅིག་གི་ནོར་འཁྲུལ་ཙམ་མ་ཡིན་པའི་སྤྱིར་གི་ད་ལྟའི་ཡིག་རྨོངས་ཞེན་སྒང་ནས་བྲིས་རྒྱུ་ཚོར་བི་ཚོར་ཤི་སྒང་ནས་བྲིས་རྒྱུ་རེད། ད་དེ་འདྲའི་འདྲ་བོ་གཅིག་གཅིག་ད་དེ་འདྲའི་ཡིན་ནི་སྒང་ལ་ལོ་ལྔ་དང་ལྔ་བཅུ་གི་ནང་ལ་གཅིག་ནས་ལོ་རྒྱུས་རྩིས་མེད་བཏང་ཡ་གཅིག་ནས་སྐད་ཡིག་མེད་བ། གཅིག་ནས་ང་ཚོ་ད་ག་རེ་བསོག་དགོས་ན་སྐྱབས་མགོན་རིན་པོ་ཆེ་ལ་གོ་གནས་བླ་ན་མེད་པ་ཅིག་སྤྲད་བཤད་ན་ད་ད་འདི་ཡོད་རེད། ཡིན་ན་དེ་ལོར་ལྔ་བཅུ་གི་ནང་ང་མ་འོངས་པ་ཐུགས་སུ་འགྲོ་ནུས་ཤིག་རེད་བས་ཟིན་ན། ད་དེ་འདྲའི་གི་སྐད་ཆ་རྐྱང་རྐྱང་བཤད་བསྡད་པ་ཡིན་ན། དེ་རིང་གི་སྤྱི་ཚོགས་འདི་ལ་འབབ་ཡས་ཡིན་གྱི་རེད། བློ་བཟང་སེང་གེ་གི། ལོ་ལྔ་འདིའི་ནང་ལ་ད། བཤད་སྟངས་ཅན་པ་ཡིན་ན་དབུ་མའི་ལམ་གི་སྲིད་བྱུས་འདི་ད་ལྟ་གི་ང་ཚོ་གི་དབང་དབང་ཆ་ཡོད་ནུས་གི་མི་དེ་ཚོ་གི་ད་ག་རེ་ཟེར་བར་དུ་ན་ད་མ་རྩ་ཡོད་ལ་མེད་ལ་འདིའི་ཐོག་བརྩིས་བར་དུ་དབུ་མའི་ལམ་མ་འགྱུར་བ་མེད་ཚེ་ལོ་ལྔ་གི་ནང་དེའི་ཁས་ལེན་བྱེད་གི་ཡོད་རེད། རང་བཙན་དུ་མ་འོངས་པ་ན་ད་ལྟ་དབུ་མའི་ལམ་ཕན་མ་ཐོགས་ན་རང་བཙན་གྱི་ཤོག་བ་འགྲོ་དགོས་རེད་བསྟན་པ་སོང་ཙང་རང་བཙན་གྱི་ཤོག་ནི་ཡང་བསྐྱར་གསོག་རེད་ཅེས་ངོ་རྒོལ་གྲ་དེ་འདྲས་མ་ཡོང་པའི་ཆེད་དུ་དེ་ཡིན། ད་ཡིན་ན་གལ་ཆེ་ཤོས་ད་ལྟ་གི་བཙན་བྱོལ་སྤྱི་ཚོགས་ནང་གི་དབང་ཆ་གི་མ་ལག་ནང་གི་ད་འགུལ་སྐྱོག་བརྒྱབ་ཡག་གི་སྟོབས་ཤུགས་ཆེ་ཤོས་དེ་ད་གུར་གུར་ཡིག་ཚང་དང་རྒྱལ་བ་རིན་པོ་ཆེ་གི་མཚན་གནས་ཀྱི་ཕྱག་ཏུ་ཡོད་པ་སོང་ཙང་ད་རྒྱལ་བ་རིན་པོ་ཆེ་ལ་ད་སུ་གང་གི་ཅིག་བཤད་ཆོག་གི་མེད་ཁོང་མང་གཙོ་གི་སྒང་ཡིན། ཨ་རི་ནས་ཁྲིམས་སྦྱང་བཏང་ཡོང་ད་སྐད་ཆ་དེ་བཤད་དགོས་བློ་བཟང་སེང་གེ་ད་འདི་ཅི་ཡོང་ནི་གང་ལ་འདི་ལྟ་བུའི་ལོ་ལྔ་བཅུ་གཅིག་མ་འོངས་པའི་ལོ་ལྔ་བཅུ་གི་ནང་མ་འགྲོ་གི་ཡོད་པའི་ཚོར་བ་མི་འདུག་འདི་བས་ལོ་ལྔ་བཅུ་གི་ནང་ཡག་འགྲོ་གི་ཡོད་པའི་ཚོར་བ་འདྲ་བོ་ཅིག་ཡང་གཅིག་བཤད་ཡོང་ན་དེ་རིང་བར་དམག་གི་སྤྱི་ཚོགས་ནང་ཡག་ལུགས་འགྲོ་གི་ཡོད་པའི་ཚོར་བ་འདྲ་བོ་ཅིག་ངས་དེ་འདྲ་ཅིག་མཐོང་གི་འདུག་དེས་ན་ད་དེ་དེ་ང་རང་གི་མཐོང་སྣང་རེད་རྒྱ་ཆེའི་མི་མང་གི་དུས་སུ་མ་མཐོང་ན་འགྲིག་གི་རེད། དེ་ནི་ད་སྐད་ཆ་མཐའ་མ་དེ་ཡིན། ལོ་ཀར་གཤམ་གྱི་ལབ་གཞི་ལོང་ཞིག་གི་ཟིན་ན་མི་འདུག་ད་ངས་མིང་འདི་འདྲ་ཅིག་བཏགས་ཡོད། འདིའི་གི་སྐད་ཆ་གི་དམིགས་ཡུལ་འདི་ག་རེད་ན་ང་རང་ཚོ་ངས་ནི་དྲི་བ་མང་ཙིག་སླེ་ཡ་དེ་ཡིན། ཡིན་ན་དྲི་བ་གི་ངས་ངས་རྒྱ་ཆེའི་མི་མང་གི་ཚབ་ཀྱིས་སྤྱི་ཚོགས་འདིའི་ཐོག་ལ་དྲི་བ་སྐོར་ཙིག་མ་འདོན་ཡ་དེ་ཡིན། ལན་དེ་སོ་སོ་གང་ཟག་སོ་སོ་གི་ངས་ནི་སོ་སོས་སོ་སོ་གི་སེམས་ཁུམས་ལ་འབབ་པའི་ལན་གཅིག་རག་དགོས་རེད་བསམ་གི་འདུག་ཡང་ན་དྲི་བ་ཡོད་ན་ནི་གཞུང་ཡིན་ན་རེད་དེ་མི་མང་གི་དྲི་བ་དེ་ཚོ་ལན་བརྒྱབ་དགོས་རེད་དེ་འདྲའི་འདྲ་བོ་ཞིག་ཡིན་དེ་མ་གཏོགས་སོང་ངས་མི་མང་ལ་ལན་བརྒྱབ་དགོས་བརྒྱབ་དགོས་ང་མི་མང་ལ་བསམ་ཚུལ་བསྟན་ནི་དེ་མིན་དོན་དག་རྡོག་རྡོག་བཤད་ལོང་ན་བསམ་ཚུལ་དེ་མི་མང་སོ་སོ་ལ་གྲུབ་དགོས་རེད་གལ་ཆེ་ཤོས་དེ་ངས་མི་མང་དང་མཉམ་པོ་མི་མང་གི་སྤྱི་ཚོགས་ཀི་ནང་གི་ཁ་མ་སི་ནི་སྐོར་ཟིག་ང་དྲི་བ་དྲིས་ཡ་དེ་ཡིན་ཡིན་པའི་ཆ་ནས་ངས་དེ་རིང་གི་འདིའི་ཐོག་ནས་ད་ང་དང་ང་ཕྱི་དང་འབྲེལ་བའི་སྤྱིར་བཏང་ད་སྐད་ཆ་མང་པོ་རེད་ཡིན་ན་ད་ང་དང་ང་ཕྱི་དང་འབྲེལ་བའི་ངོས་ངེས་ཀྱི་བསམ་ཚུལ་དེ་འདྲ་ཞིག་ཡིན་རྒྱ་ཆེའི་མི་དམངས་རྣམ་པ་དེ་རིང་འདི་ལ་ཉམས་ཞིབ་གནང་པ་ལ་ཐུགས་རྗེ་ཆེ་ལས་ཚན་རྗེས་མ་ལ་ང་ཚོ་སླར་ཡང་མཇལ་ཡོང་ཐུགས་རྗེ་ཆེ།